གཟིགས་མོ་ནོམ་པ་སྤྱི་ཚོགས་འདུས་མོ། དེ་རིང་ནི་བོད་ཟླ་དྲུག་པའི་ཚེས་སུམ་ཅུ་དང་ཕྱི་ཟླ་བརྒྱད་པའི་ཚེས་ཉེར་གསུམ་གཟའ་སྤེན་པ་ཡིན། ཁྱེད་རྣམ་པས་འབའ་ཐང་བོད་སྐད་གསར་འབྱེད་ཟིན་པ་ལ་དགའ་བསུ་ཞུ། གཤམ་དུ་གཟའ་འཁོར་གཅིག་གི་ནང་དོན་གནད་བསྡུས་ལ་གཟིགས་རོགས།
ཉིས་སྟོང་ཉིས་ལྔ་ལོ་བའི་རྒྱལ་ཁབ་རིམ་པའི་མངོན་མིན་རིག་གནས་ཤེས་བྱ་འབའ་གཞིགས་ཀྱི་རྒྱལ་ཡོངས་ཕྱི་ཟླ་ལས་གྲྭ་འབའ་ཐང་དུ་འགོ་ཚུགས་པ། འབའ་ཐང་གི་སྨན་པ་ཡིས་ཀུན་ཤེས་དང་ལག་རྩལ་ལ་བརྟེན་ནས་དུས་ཆེན་གྱི་འདས་དོན་འགྲེལ་བཤད་བྱེད་པ། གླ་བ་ཤང་གིས་ཆུ་ལོག་དུས་སྐབས་ས་ཆའི་གནོད་འཚེ་བའི་སྐོར་གཞིའི་ཞིབ་བཤེར་ལས་དོན་སྤེལ་བ།
ཉེ་དུ་ཉིན་ལྔ་ལོ་བའི་རྒྱལ་ཁབ་རིམ་པའི་མངོན་མིན་རིག་གནས་ཤུལ་བཞག་འབའ་གཞིགས་ཀྱི་རྒྱལ་ཡོངས་ཁྱད་ལྡན་ལས་གྲྭ་འབའ་ཐང་དུ་འགོ་ཚུགས་པ། གཤམ་དུ་ནང་དོན་ཞིབ་ཕྲ་ལ་གཟིགས་རོགས། ཟི་མོ་རྣམ་པ་ཀུན་ཁང་རྫོང་ང་ད་ལྟ་ཡོད་ས་ནི་ཀྲུང་གོའི་གཞས་ཀྱི་ཕ་ས་འབའ་ཐང་རྫོང་གི་ཀྲུང་ཧྲན་ཐང་ཆེན་དུས་རེད། འབའ་ཐང་རྫོང་གིས་ཉིས་སྟོང་ཉི་ཤུ་རྩ་ལྔ་ལོ་བའི་ལོ་ལྔའི་སྟོན་ཁའི་རིང་དར་སྤེལ་དང་རྒྱུན་འཛུགས་བྱ་བཞིན་པའི་ཚ་གདུང་འུར་གཏོང་འབའ་བའི་དངོས་མིན་རིག་གནས་སྤྱི་བྱ་འབའ་བཞི་རྒྱལ་ཡོངས་ཕྱག་བསྟར་ལས་གྲྭ་བའི་འགོ་ཚུགས་མཛད་སྒོ་དེ་མི་འགྱུར་བ་དུ་ས་འདི་ན་འགོ་བཙུགས་ཀྱི་རེད་གཤམ་དུ་མཛད་སྒོ་བའི་ལྷུ་ཚིགས་ཁར་རིང་ཞིག་སྤེལ་ཏེ་རྒྱལ་ཁབ་རིམ་པའི་དངོས་མིན་རིག་གནས་སྤྱི་བྱ་འབའ་བཞི་དེ་རང་ཉིད་སྐྱེས་པའི་ས་འདི་ནས་འགོ་བཙུགས་ཏེ་རྒྱལ་ཡོངས་ལ་སྤྱོད་པའི་ལམ་ཐག་གསར་པ་ཞིག་འགོ་ཚུགས་ཀྱི་ཡིན་པ་རེད། བདག་བགྱིད་པའི་ཚེ་ཉི་ཤུ་ཉིན། ཉིད་སྟོང་ཉིད་ལྔ་ལྷ་བའི་རྒྱལ་ཁབ་རིམ་པའི་དངོས་མིང་རིག་གནས་ཤུལ་བཞག་འབའ་གཞས་ཀྱི་རྒྱལ་ཡུམ་ཆོས་བདག་ལས་གྲྭ་བའི་འགོ་ཚུགས་མཛད་སྒོ་དེ་ཀྲུང་གོའི་དམངས་ཁྲོད་ཀྱི་རྩ་གཞས་ཀྱི་ཕ་ས་འབའ་ཐང་རྫོང་གི་ཀྲུང་ཧྲན་ཐང་ཆེན་དུ་ཚོགས་པ་རེད། དེ་ཡིན་འབའ་གཞས་བརྒྱུད་ཁོངས་རང་བཞིན་གྱི་གསོ་སྦྱོང་དང་རྒྱལ་ཡོངས་རང་བཞིན་གྱི་ཆོས་བདག་སྟོང་གི་དུས་རིང་གསར་པ་གནང་སླེབས་པ་མཚོན་ཡོད། འགོ་ཚུགས་མཛད་སྒོ་ནི་ཟི་ཁྲོན་ཞིང་ཆེན་ལྷོ་རིའི་རི་རྩ་མཉམ་འབྲེལ་ལྷན་ཚོགས་ཀྱི་གཙོ་གཉེར་བྱས་པ་དང་རིག་གནས་ལས་ཁུངས་མང་པོ་ཞིག་གི་མཉམ་འབྲེལ་ཐོག་སྒྲུབ་འགན་ཁུར་བ་རེད། འགོ་ཚུགས་མཛད་སྒོ་དེ་འབའ་ཐང་ལྷ་མོ་རྡོ་དགེར། ལྗང་སྒ་ར་ཡི་ཁྲོ་དོན་ཁྲུའི་འགོ་ཚུགས། སི་ཁྲོན་ཞིང་ཆེན་འབྲེལ་ཡོད་སྡེ་ཚན་གྱི་འགན་འཁུར་བློ་མཐུན་དང་འབའ་ཐང་རྫོང་གི་མགོ་ཁྲིད་ཚན་ཁག་བཞི། མངོན་མིན་རིག་གནས་ཤུལ་བཞག་གི་ཆེད་མཁས་པ་དང་རྒྱུན་འཛིན་པ། རིག་རྩལ་ཚོགས་པའི་ཐུན་མིན་གྲོང་མི་མང་ཚོགས་བཅས་མཉམ་དུ་འཚོགས་ནས་རིག་གནས་ཀྱི་གསོལ་སྟོན་དེ་ཐུན་མོང་ཐོག་བདེན་དཔང་ཞུས་པ་རེད། འབའ་ཐང་རྫོང་གི་རྫོང་ཨུ་རྒྱུན་ཨུ་དྲིལ་བསྒྲགས་པུའུ་ཡི་པུའུ་ཀྲང་ཀིན་ཁྲང་གིས་བྱེད་སྒོའི་ཐོག་ཤིས་ཚིག་གནང། སི་ཁྲོན་ཞིང་ཆེན་ལྷོ་རིའི་རིག་རྩལ་སྙོམས་སྒྲིག་ལྷན་ཚོགས་ཀྱི་ལ་དྭགས་ཀྲུའུ་ཞི་ལིའུ་ཞུས་ཧྲན་གྱིས་ཆོས་དཔེ་ལས་གྲྭ་བའི་ནང་དོན་གཙོ་བོ་ངོ་སྤྲོད་གནང། བཅས་བཀོད་སྒྲིག། སི་ཁྲོན་ཞིང་ཆེན་རིག་གནས་ཡུལ་སྐོར་ཐིང་གི་ཐིང་ཀྲང་གཞོན་པ་རིམ་པ་དང་པོའི་སྐོར་ཞིབ་པ། སི་ཁྲོན་ཞིང་ཆེན་ལྷོ་རིའི་རི་རྩ་མཉམ་འབྲེལ་ལྷན་ཚོགས་ཀྱི་གཟི་བརྗིད་ཀྲུའུ་ཞི་གཞོན་པ་ཀྲའོ་ཧུང་ཁྲན་གྱིས་སྦ་གཞས་ཀྱི་གསོ་སྦྱོང་དང་འཕེལ་རྒྱས་རྒྱུན་འཛིན་བཅས་ཀྱི་ཐད་གསུང་བཤད་གནང་བ་དང། བྱེད་སྒོ་བའི་གྲོས་འགོ་འདོན་མཁན་ཚེ་རིང་དབྱངས་ཅན་གྱིས་ཡུལ་དངོས་སུ་ཁོ་མོ་དང་སྦ་གཞས་བར་གྱི་ཚན་རྒོད་གཏོད་པའི་གཏམ་རྒྱུད་ཉམས་བཞེས་གནང་བ་རེད། ཟི་ཁྲོན་ཞིང་ཆེན་སྲིད་གཞུང་གི་དྲུང་ཡིག་གཞོན་པ་ཟི་ཁྲོན་ཞིང་ཆེན་ལྷོ་རིའི་རིག་རྩལ་སྙོག་འདྲེན་ལྷན་ཚོགས་ཀྱི་གཟི་བརྗིད་ཀྲུའུ་ཞི་ཝང་ཆི་ཀྲང་གིས་བྱེད་སྒོ་སྤེལ་འགོ་ཚུགས་པའི་ཕྱིར་བསྒྲགས་ཀྱིས་དེ་རྗེས་ས་གནས་དེ་གའི་མགོ་ཁྲིད་ཀྱིས་ཐུན་མོང་དུ་མགོ་ཚུགས་སྒྲིག་ཆས་ལ་བསྣན་ནས་ཉིས་སྟོང་ཉིས་ལྔ་ལོ་བའི་མངོན་མིན་རིག་གནས་ཤུལ་བཞག་འབའ་གཞས་ཀྱི་རྒྱལ་ཡོངས་ཕྱོགས་བསྡུ་ལས་གྲྭ་དངོས་སུ་འགོ་ཚུགས་ནས་ཡུལ་དངོས་ཀྱི་རྣམ་པ་མཐོ་སློབ་སུ་ཕྱེ་བ་བྱས། དགོས་ཚུལ་མཛད་སྒོའི་ཐོག་སྦག་སྟོང་རྫོང་རིག་གནས་ཁང་དང་མཚོ་ཕུ་ལྷོ་མཛེས་ལྗོངས་ཤིག་རོང་ལྷོ་སོགས་བཅས་ཀྱིས་སོ་སོ་ལ་ལྷོ་གཞུང་བརྒྱུད་སྤེལ་གྱི་ཞི་ཕྱོགས་རྟེན་གཞི་དང་ཆོས་བསྡུ་ལག་ལེན་གྱི་དཔེ་སྟོན་ཐད་ཀྱི་སློབ་གསོ་ལག་ལེན་གྱི་མྱང་གྲོལ་ལས་ཁུངས་བཅས་ཀྱི་མཚན་སྙན་སྤྲོད་པ་རེད། བྱེད་སྒོ་བའི་རྗེས་འཛིན་སློབ་དཔོན་དང་ཕྱག་བདག་ཕོ་ཉར་ཁག་དང་པོ་ལ་ལག་འཁྱེར་སྤྲད་པ་དང་རིག་གནས་ཡུལ་སྐོར་ཐོན་ལས་འཕེལ་རྒྱས་ཀྱི་རོགས་ཞུ་མ་དངུལ་སྒོར་ཁྲི་དྲུག་བཅུ་ལྷག་ཙམ་སྤྲད་པ་མ་ཟད་གསར་དུ་གདེང་འཇོག་ཐོབ་པའི་མངོན་མིན་རིག་གནས་ཤུལ་བཞག་གི་རྗེས་འཛིན་པ་ལ་གཟེངས་བསྟོད་བྱ་དགའ་ཀྱང་སྤྲོད་པ་རེད། དེ་རིང་འབའ་ཐང་རྫོང་གིས་མངོན་མིན་རིག་གནས་ཤུལ་བཞག་གི་བྱ་འགུལ་འདི་དག་པོ་སྤེལ་པ་ལ་ང་རང་ཉིད་ཀྱིས་སེམས་དགའ་སྤྲོ་ཆེན་པོ་བྱུང། གཉིས་པ་ཡིན་ན་བྱ་འགུལ་འདི་ཡི་ནང་དུ་ཕ་ཤུལ་བུ་འཛིན་གྱི་རྣམ་པ་ཆགས་འདུག་རྣམ་པ་འདི་འདྲ་ཡིན་ན་ཧ་ཅང་ཡག་པོ་རེད། གསུམ་པ་ཡིན་ན་འབའ་ཐང་རྫོང་གི་རྫོང་ཨུ་དང། རྫོང་མི་དམངས་སྲིད་གཞུང་ཡིན་ན་ཆོག་གི་དམངས་མི་སྲིད་ཡིན་ན་ཆོག་གི་ཚང་མས་ཤུགས་མཉམ་དུ་བརྒྱབ་ནས་འབའ་ཐང་རྫོང་གི་མངོན་མིན་རིག་གནས་ཤུལ་བཞག་དེ་འཛམ་གླིང་ལ་ཁྱབ་བསྒྲགས་ཐུབ་པ་དེ་མཚན་བཟང་བ་ཡོས་བྲག་གི་དེ་ལས། མཛད་སྒོ་བའི་ཡུལ་དངོས་སུ་སྲོལ་རྒྱུན་དང་དུས་རབས་མཉམ་འདྲེས་ཀྱི་རིག་རྩལ་སྲོལ་གཏོད་བཟོ་སྦྱིན་བྱེད་རིང་བྱེད་ནུས་པ་རེད། འབའ་གཞས་རྒྱུན་འཛིན་བྱེད་པ་དེ་ཡིས་ཐུན་མོང་མ་ཡིན་པའི་རིག་གནས་སྒྱུ་རྩལ་གྱི་ཁྱད་ཆོས་མངོན། ཉིས་སྟོང་ཉེར་ལྔ་ལོ་བའི་དབྱར་གསེང་རིང་འབའ་ཐང་དངོས་མིན་རིག་གནས་ཤེས་བྱ་གསོ་སྦྱོང་འཛིན་གྲྭ་བའི་གཞོན་ནུ་ཚོས་ངོ་ཚ་ཆེ་བའི་འགྲོས་འདྲའི་འགྲེམས་སྟོན་བྱས། ཧང་ཀྲོའུ་ཞིས་ཙི་བུད་མེད་མཉམ་གཞས་ཚོགས་པས་རྒྱ་མཚོའི་ཞབྲུལ་བའི་རོལ་དབྱངས་ཞེས་པའི་ཉམས་གླུ་གླེང་ནས་འབྲི་ཆུའི་ལྷོ་རྒྱུད་ཀྱི་སྒྲ་དབྱངས་དང། དོ་དགོང་རིག་གནས་པ་སྐད་ཆ་སྤེལ་རེས་བྱེད་དུ་བཅུག་པ་རེད། ཨོ། དེ་ནི་ང་ལ་ནི་ཡིན་ན་དེ་ནི་མི་མང་ལྷོད་ཆུང་གི་དགེ་རྒན་ཞིག་ཡིན། དེ་ནི་དེ་རིང་ང་ཚོ་འབའ་ཐང་རྫོང་ཨུད་དང་རྫོང་སྲིད་གཞུང་གིས་སྔོན་མའི་ཤེས་བྱ་རིག་གནས་འཛམ་གླིང་ལ་ཕྱོགས་སྤེལ་གཏོང་རྒྱུ་གི་མཛད་སྒོ་གི་དུས་ཆེན་དེ་ནས་ལ་བྱང་གི་དཔེ་ཆ་དེ་ལ་སྙིང་ཐག་པ་ནས་དགའ་སྤྲོ་ཆེན་པོ་བྱུང། གཉིས་པ་ལ་འདི་ཡིན་ན་ང་ཚོ་འབའ་ཐང་གི་རིག་གནས་དེ་མ་འོངས་པ་ལ་དེ་ནི་འཛམ་གླིང་གང་ས་གང་དུ་ལ་ང་ཚོ་འབའ་ཐང་གི་རིག་གནས་དེ་དར་སྤེལ་དང་དེ་ནི་ཡར་རྒྱས་འགྲོ་བཞིན་དེ་ལ་རེ་བ་བླ་ན་མེད་པ་དང་གསང་དོན་ཡིད་བཞིན་ལྷུན་དུ་འགྲུབ་པའི་བཀྲ་ཤིས་སྨོན་འདུན་ཞུ་རྒྱུ་ཡིན། བརྗོད་ལྟ་བའི་ལེ་ཚན་བཀྲ་ཤིས་བརྗོད་བྱ་ཞིག་མི་རབས་ནས་མི་རབས་བར་བརྗོད་བྱ་དང་རྒྱུན་འཛིན་མཚམས་མི་འཇོག་པའི་ནང་དོན་ལ་གསལ་འགྲེལ་བྱས་ཡོད། མཆོད་པའི་ལས་གྲྭ་སྐུལ་འདེད་གཏོང་བ་དང་ཆབས་ཅིག་འབའ་གཞས་ཀྱི་ནང་པ་དེ་བས་གསོག་ཉར་ལྡན་པའི་སྒོ་ནས་དུས་རབས་ཀྱི་འཚོ་བ་དང་འདྲིས་ནས་རིག་གནས་ཀྱི་ཡིད་ཆེས་ཆེ་རུ་གཏོང་བ་དང་མི་རིགས་མཐུན་སྒྲིལ་ལ་སྐུལ་འདེད་གཏོང་ཆེད་སྟོབས་ཤུགས་ལེགས་སྐྱེས་སུ་འབུལ་ཡོད་པ་རེད། གོང་གི་གསར་འགྱུར་ནི་ངས་བརྙན་འཕྲིན་ཁང་ནས་སྤེལ། འབའ་ཐང་གི་སྨན་པ་ཡིས་ཀུན་ཤེས་དང་ལག་རྩལ་ལ་བརྟེན་ནས་དུས་ཆེན་གྱི་འདས་དོན་འགྲེལ་བཤད་བྱས་པ། གཤམ་དུ་ནང་དོན་ཞིབ་ཕྲ་ལ་གཟིགས་རོགས། ཉིས་སྟོང་ཉེར་ལྔ་ལོ་ཡི་ཟླ་བརྒྱད་པའི་ཚེས་བཅུ་དགུ་ཉིན་ནང་སྐབས་བརྒྱད་པའི་ཀྲུང་གོ་ཡི་སྨན་པའི་དུས་ཆེན་ཡིན་པ་རེད། དུས་ཆེན་གྱི་ཉིན་དེར། རྫོང་ཡོངས་ཀྱི་སྨན་པའི་ལས་སྣེ་བརྟན་སྲུང་བྱས་ཏེ། རྒྱུན་སྲོལ་གྱི་ལས་གདན་སྤེལ་ནས་ཞབས་ཞུའི་དངུལ་གྱི་ཐོག་ནས་དུས་ཆེན་གྱི་ནང་རྟེན་འབྲེལ་ཤིག་བྱས་པ་རེད། སྨན་པའི་སྐད་གཤེར་བཟང་པོ་དེ་རྒྱུན་གཏན་གྱི་སྨན་བཅོས་དང་གཞི་རིམ་ལ་ཞབས་འདེགས་ཞུ་བའི་ཞིབ་ཕྲ་ཡི་གནས་ཚུལ་ཁྲོད་མཚོན་པ་དང། བཤགས་བཅོས་ཁང་དུ་ཕུལ་དུ་བྱུང་བའི་ལག་རྩལ་ལ་བརྟེན་ནས། ཚེ་སྲོག་ལ་སྲུང་ཤུགས་བྱེད་པ། སྒོ་བསྟེན་སྨན་ཁང་དུ་སྨན་པ་ནི་ངང་རྒྱུད་རིམ་པས་ཉེན་ཁེངས་པ་ཞིག་ཡིན། ཞིབ་ཚགས་ཀྱིས་བརྟག་དཔྱད་བྱས་ནས་ནད་པ་ལ་བདེ་ཐང་གི་ཁ་ཕྱོགས་སྲ་བརྟན་བྱེད་པ། ནད་ཁང་དུ་གྲོས་ཤིག་འདིང་པའི་སྐད་ཆ་བཤད་ནས་ནད་པ་ལ་ན་ཟུག་གི་སྨུག་པ་སེལ་བ། གཞི་རིམ་དུ་སྨན་བཅོས་བྱེད་སྐབས་བདེ་ཐང་གི་ཀ་དག་རྒྱ་བོད་སྐད་གཉིས་ཀྱི་ཐོག་ནས་ཡང་ཡང་གསལ་པོར་བཤད་ནས་སྨན་བཅོས་ཞུ་རྒྱུ་དེ་མང་ཚོགས་ཀྱི་དགོས་ཁར་བྱེད་ཀྱི་ཡོད་པ་རེད། ལག་རྩལ་མཁས་ཤོས་ལ་བརྩོན་པ་ནི་སྨན་བཅོས་ཀྱི་འགྱུར་མིག་ལས་དགའ་བའི་དགའ་རྩལ་ཡིན། ཉེ་བའི་ལོ་ཤས་རིང། འབའ་ཐང་གི་སྨན་པས་སྨན་བཅོས་ཀྱི་ཞན་ཆ་རྒྱུན་མཐའི་ངང་ཡར་རྒྱས་བཏང་སྟེ། ཤ་འབྲས་ཤ་བཅོས་ལག་རྩལ་ཁོང་དུ་ཆུད་ནས་རྫོང་ཡོངས་ཀྱི་ཆུ་ཁོངས་སུ་དེའི་མི་འདང་ས་ཁ་གསོ་བྱེད་པ། ཉི་ཤུ་ཚོ་པའི་བརྗེ་རིམ་ལེགས་སུ་བཏང་བ་དང་དངོས་གཞུང་གཞུང་བརྟག་བྱེད་པ་བརྒྱུད། རྫ་དྲག་དང་ནད་རྒྱུག་ཐག་གཅོད་བྱེད་པའི་ལས་ཕྱོད་ཆེ་རུ་བཏང་བ། རིག་གནས་ཚན་ཁག་གི་ཚོགས་པས་མཐོ་སྒང་དུ་རྒྱུན་མཐོང་གི་རིག་ཚུལ་ནས་སྨན་བཅོས་ཀྱི་དཀའ་གནད་ཁྱད་བསད་བྱས་ཏེ། རང་ཚུགས་ངང་རྒྱུན་སྲོལ་གྱི་ཤ་བཅོས་བྱེད་པ། ལག་རྩལ་གྱི་ཚད་བརྒལ་རགས་དང་རིམ་པ་ལས། རྫོང་ཁོངས་ཀྱི་སྨན་བཅོས་ནུས་པ་མངོན་གསལ་དོད་པོས་མཐོ་རུ་ཕྱིན་ཡོད་པ་རེད། སྨན་པའི་དུས་ཆེན་ཉིན་དེར་འབའ་ཐང་རྫོང་གི་སྨན་བཅོས་སྒྲིག་གཞི་ཁག་ལ་རྟེན་འབྲེལ་མཛད་སྒོ་མེད་མོད་འོན་ཀྱང་སྨན་བཅོས་ཁང་དུ་ངང་རྒྱུད་རིང་པོའི་རྟོག་བཤེར་བྱས་པ་དང་ནད་ཁང་ནང་གི་སྨན་བཅོས་ཞིབ་ཕྲ་བཅས་ཚང་མས་དུས་ཆེན་གྱི་བརྗོད་བྱ་གཙོ་བོ་ལ་མང་ཚོགས་ཀྱི་བདེ་ཐང་སྲུང་ཤུགས་ཞེས་པའི་ཞལ་བཞེས་དངོས་སུ་བྱས་ཡོད་པ་རེད། ཁོང་གིས་གསར་འགྱུར་ནི་ངའི་བརྙན་འཕྲིན་ཁང་ནས་སྤེལ། གླ་བ་ཤང་གིས་ཕྱི་ལོགས་དུས་སྐབས་ས་གཤིས་གནོད་འཚེ་བའི་སྐོར་གཞིའི་གཞི་ཤེས་ལས་དོན་ཕེབས། གཤམ་དུ་ནང་དོན་ཞིབ་ཕྲ་ལ་གཟིགས་རོགས། ཉེ་ཆར་གནམ་གཤིས་ཀྱི་གནས་ཚད་རྙོག་འཛིང་ཆེ་ཞིང་འགྱུར་ལྡོག་ཆེ་བ་དང་ས་གཤིས་གནས་ཚད་འཐེན་པའི་ཉེན་ཁ་ཆེ་རུ་འགྲོ་བཞིན་ཡོད། མི་དམངས་མང་ཚོགས་ཀྱི་ཚེ་སྲོག་དང་རྒྱུ་ནོར་བདེ་འཇགས་འགན་ལེན་ཏན་ཏིག་དང། ས་གཤིས་གནས་ཚད་ཡི་ཉེན་ཁ་སྔོན་འགོག་ནུས་ལྡན་བྱ་ཆེད་ཟླ་བརྒྱད་པའི་ཚེས་བཅུ་དགུ་ཉིན་གླ་བ་ཤང་གིས་ཁོངས་གཏོགས་ཁུལ་གྱི་གཙོ་གནད་ས་ཁེ་ལ། སྒྲ་ཐེངས་རྣམ་པའི་ཤིག་ཤིག་བྱས་ནས་ས་གཤིས་གནས་ཚད་ཡའི་ཉེན་ཁ་སྣ་ཚོགས་ཀྱི་མངོན་མིན་རྐྱེན་ངན་ཕྱོགས་ཡོངས་ནས་རྩད་གཅོད་བྱས་པ་རེད། ཟུར་མི་འཇོག་པའི་རྩ་དོན་གཞིར་བཟུང། མངོན་མིན་ཉེན་ཁ་ཡོད་པའི་གནས་སྤོ་ལ་ཟིན་ཐོ་ཞིབ་ཕྲ་གཏོང་བ་མ་ཟད། སྔོན་གྱི་གྲངས་གཞི་དང་བསྡུར་བ་དབྱེ་གཞི་བྱས་ཏེ། གནས་ཚད་ས་གནས་ཀྱི་རྒྱུན་སྣང་འགྱུར་ལྡོག་གི་འཕེལ་ཕྱོགས་དུས་ཐོག་ཏུ་ཁོང་དུ་ཆུད་པར་བྱས་པ་རེད། དེ་དང་ཆབས་ཅིག། མང་ཚོགས་ལ་གནས་ཚད་སྔོན་འགོད་དང་གནས་ཚད་མྱུར་འགོད་ཀྱི་ཤེས་བྱ་ཕྱོགས་བསྡུ་གཏོང་བ་དང། ཕྱི་ལོགས་དང་རི་ཉིལ་བ་སོགས་གནས་ཚད་ཉེན་བརྡ་ཡི་བརྡ་རྟགས་དབྱེ་འབྱེད་དང། ཁྲག་འཐུང་ཉེན་འགོག་གནས་བརྟན། རྫ་བྲག་ཤེས་ལྡན་ལམ་ཐིག་བཅས་གཙོ་གནད་ཐོག་འགྲེལ་བཤད་བྱས་ཏེ། གྲོང་མིའི་གནམ་གཤིས་ཉེན་བརྡ་ཡི་ཆ་འཕྲིན་ལ་དོ་ཁུར་དང་བཟོ་བྱེད་པར་ཁྲིད་སྟོན་བྱས་ནས། བདེ་འཇགས་སྔོན་འགོད་ཀྱི་འདུ་ཤེས་དང། ཕན་ཚུན་ཤོད་པའི་ནུས་པ་ཆེ་རུ་གཏོང་བ་རེད། ད་ཐེངས་བཀོད་ཤིས་བྱས་པ་བརྒྱུད་མངའ་ཁོངས་ཀྱི་ས་གཤིས་གནས་ཚད་ཡིག་རྙིང་ཁག་གཞི་རྩ་ལ་ཁ་གསལ་པོ་ཞིག་གཏོད་ཐུབ་པ་དང། མངོན་མིན་ཅི་ངེས་ཀྱི་ཟིན་ཐོ་འགྱིག་ནག་ཅིག་གསར་བརྗེ་བྱས་ཏེ་ལྟ་བཞིའི་ཚད་ལེན་དང་ཉི་ཟླ་ཡི་སྨིན་ས་ཡི་རང་བཞིན། མང་ཚོགས་ཀྱི་གནས་ཚད་སྔོན་འགོག་དང་ཉེས་འགོག་གི་འདུ་ཤེས་ནུས་ལྡན་ངང་ཆེ་རུ་ཕྱིན་ཡོད་པ་རེད། གོང་གི་གསར་འགྱུར་ནང་ངས་བརྙན་འཕྲིན་ཁང་ནས་སྤེལ། གཟིགས་མོ་གནང་བ་དེ་ལས་མང་བའི་སངས་རྒྱས་ལ་གཟིགས་བསམ་ན་སྐུ་ཉིད་ད་དུང་གཉེན་བཤེས་འོ་ཁའི་ཨང་ཤུལ་བརྒྱུད་ནས་ང་ཚོ་ལ་དོ་སྣང་བྱ་ཆོག། དེ་རིགས་ཀྱི་གསར་འགྱུར་འདི་ནས་གཏོང་ཚར་སོང་ཚོད་མི་གཟིགས་པ་བཀའ་དྲིན་ཆེ། ང་ཚོ་ཐེངས་རྗེས་མའི་ལེ་ཚན་དུ་ལྷ་ཡང་རྗེས་ད་ཚང་མ་བལྟས་མོ།
ཅོ་དེ་མོ་ཅོ་དེ་མོ་དེ་ནས་འབའ་ཐོན་ལ་འབའ་གཞི་དང་ཐོན་པའི་གི་མི་སྙན་མོ་ཅིག་བཏགས་ཡོད་ནི་དེ་ནི་ཅི་ཡིན་པ་ཀྲུང་གོའི་དམངས་ཁྲོད་རྒྱལ་ས་གཞས་ཀྱི་ཕ་ས་མི་བཏགས་ཡོད་རེད་དེ་ནས་དུས་ནང་ཞིག་ལ་བཏགས་ནི་ཉིས་སྟོང་ལོའི་ཟླ་ལྔ་པའི། ཉིས་སྟོང་ལོའི་ཟླ་ལྔ་པ་རེད་རེད། དེ་ནས་སུས་གི་དང་ནས། རྒྱལ་ཁབ་རི་ནས་པུའོ། ཨོ་བཀའ་དྲིན་ཆེ།
ཁྱོད་བདེ་མོ། ཁྱོད་བདེ་མོ།
དེ་ནས་འབའ་གཞས་དེ་རིམ་པ་གང་གི་དངོས་མིན་རིག་གནས་ཤུལ་བཞག་ཡིན་ནི་རེད།
རྒྱལ་ཁབ་གི་རིམ་པ་ཡིན་ནི།
ཁྱོད་བདེ་མོ། ཁྱོད་བདེ་མོ།
དེ་ནས་འབའ་གཞས་དེ་རིམ་པ་གང་གི་དངོས་མིན་རིག་གནས་ཤུལ་བཞག་ཡིན་ནི་རེད། རྒྱལ་ཁབ་རིམ་པའི། ཨོ་བཀའ་དྲིན་ཆེ། ཨ་ཁུ་ཁྱོད་བདེ་མོ། ཨོ་ཨོ་བདུན་མོ། དེ་ནས་འབའ་གཞས་དེ་དག་ནི་ད་ལྟ་བར་ལ་ལོ་ངོ་གཅིག་གི་ལོ་རྒྱུས་ཡོད།
ལོ་ངོ་དུ་གཅིག་སྟོང་ཁ་ལོག་གི་ལོ་རྒྱུས་ཡོད་འདི་རེད། ཡ་ཨ་ཁུ་ཁྱོད་བདུན་མོ། ཁྱོད་བདུན་མོ།
དེ་ནི་འབའ་གཞས་དེ་ནི་ང་ཚོ་འབའ་ཐང་ལ་མི་དྲག་ཆོས་རེད། དེ་ནི་དུས་ཆེན་ག་ག་གོ་སུ་ན་ལོ་ནི་འབའ་གཞས་དེ་ཆོག་ནི་རེད། འབའ་གཞས་དེ་གཙོ་བོ་ཆོག་དོན་ནི་མ་སོང་ན།
ཆེ་སོང་དུས་སོང་ནོ་ང་རོ་ལོ་སོ་སྟོང་ཞིག་ན་ན། སོས་ཀ་སྟོང་ཞིག་ན་ན།

ཨ་ཅེ་ལ་འཁྲུངས། ཨ་ཅེ་ཁྱོད་བདེ་མོ། ཨ་ཅེ་བདེ་མོ། དེ་ནས་ཁྱོད་ཀྱི་འབའ་གཞས་ནང་ལོ་ཁྱོད་དགའ་ཤོས་ཡོད་པའི་འབའ་གཞས་དེ་གང་ཡིན།
ཡེ་ཤུ་ལུང་པ་ཡིན། ཡེ་ཤུ་ལུང་པ། དེ་ནས་ཁྱོད་ཀྱིས་ཡེ་ཤུ་ལུང་པ་འདི་གི་གཞས་ཚིག་འགའ་ཅིག་གསུང་རོགས། ཡ། རིགས་ཀྱི་མཐོན་པོ་མགོ་ལ་ཨ་མ་ལེ་སང་འབོད་ཡོད། ཨ་མ་ཨ་ཡིན་མ་ཤེས་ཀེ་ལན་བློ་སྦྱིན་པ་ནས། ཨོ་བཀའ་དྲིན་ཆེ།

རྫི་མ་རྣམ་པ་ཆེ་ཚོ་འདེམས་མོ། དེ་རིང་ན་བེ་ཟླ་དྲུག་པའི་ཚེས་དགུ་དང་ཕྱི་ཟླ་བརྒྱད་པའི་ཚེས་གཉིས་གཟའ་སྤེན་པ་ཡིན། ཁྱེད་རྣམ་པས་འབའ་ཐང་བེ་ཀེ་སངས་རྒྱས་གཟིགས་པ་ལ་དགའ་བསུ་ཞུ། གཤམ་དུ་གཟའ་འཁོར་གཅིག་གི་ནང་དེ་གནས་དེ་ལ་གཟིགས་རོགས།
འབའ་ཐང་རྫོང་གིས་གྲོང་ཁྱེར་གསར་འགྱུར་འཕེལ་རྒྱས་ཀྱི་ཚོགས་འདུ་འཚོགས་པ། འབའ་ཐང་གིས་ཆེས་རྒྱ་ཆེ་བའི་སྤོ་བང་བཀྲུ་བའི་བྱེད་སྒོ་དེ་འཛམ་གླིང་གི་ཟིན་ཐོ་ལ་འགོད་པ། ཏིང་ཡར་ཕིང་དང་ཏིང་འཛིན་གཉིས་འབའ་ཐང་དུ་ཕྱིན་ནས་ཆུང་གྲོང་གི་མཛེས་སྡུག་ཉམས་སུ་མྱོང་བ།
འབའ་ཐང་རྫོང་གིས་གྲོང་ཁྱེར་གསར་འགྱུར་འཕེལ་རྒྱས་ཀྱི་ཚོགས་འདུ་འཚོགས་པ། ཤང་ཏི་ནང་བསྟན་ཞིབ་ཕྲ་ལ་གཟིགས་རོགས། ཟླ་བདུན་པའི་ཚེས་སུམ་ཅུ་ཉིན་མ་ཐང་རྫོང་གིས་གྲོང་ཁྱེར་གསར་བརྗེ་འཕེལ་རྒྱས་ཀྱི་ཚོགས་ཆེན་འཚོགས་པ་དང། ཀྲུང་དབྱང་དང་ཞིང་ཆེན། ཁུལ་བཅས་གྲོང་ཁྱེར་གསར་བརྗེ་སྐོར་གྱི་ཐབས་ཇུས་བཀོད་སྒྲིག་དང་ལག་བསྟར་དོན་འཁྱོལ་གཏིང་ཟབ་བྱས་ནས་གྲོང་ཁྱེར་གསར་བརྗེ་གྱི་ལས་དོན་ཁྱོན་ཡོངས་ནས་སྐད་སྒྲིག་བྱས་པ་རེད། རྫོང་ཨུའི་ཧྲུའུ་ཅི་བློ་བཟང་ལྷ་སྒྲོན་ཚོགས་འདུར་ཕེབས་ནས་གསུང་བཤད་གནང་བ་མ་ཟད་རྫོང་ཨུའི་ཧྲུའུ་ཅི་གཞོན་པ་ཞྭ་སྐྱིད་མོ་ཚོགས་འདུ་ཡི་གཙོ་བྱུང་གནང་བ་རེད། གྲོས་ཚོགས་ཐོག་གྲོང་ཁྱེར་གསར་བརྗེ་དང། ཁྲིན་གཞུང་འགན་སྲུང་ལས་གཞི་པའི་དཔུང་ཁག་རྣམས་འབའ་ཐང་གི་སྤུས་ཚད་མཐོ་བའི་འཕེལ་རྒྱས་ལ་སྐུལ་འདེད་གཏོང་བའི་ཤིང་རྟ་གསུམ་ཡིན་པས་ངེས་པར་དུ་མཉམ་དུ་ཤུགས་རྒྱག་ནས་གཞི་གཅིག་ཏུ་སྐུལ་འདེད་གཏོང་དགོས། འཕེལ་ཕྱོགས་ཆེན་པོ་ངོས་འཛིན་གསལ་པོ་བྱ་དགོས་ཤིང་གྲོང་ཁྱེར་གསར་བརྗེ་ལ་སྐུལ་འདེད་གཏོང་རྒྱུ་དེ་མི་དམངས་བླ་ན་མེད་པའི་འདུ་ཤེས་འཛིན་ནས་ཐོག་མའི་སྲང་བརྟན་གྱི་དགོས་མཁོ་དང་ཁྱད་ཆོས་ཡིན། མིག་སྔར་འབའ་ཐང་ནི་མཐོ་རྒྱུགས་ཀྱི་གོ་སྐབས་མང་པོ་ལྡན་པའི་གསེར་གྱི་དུས་སྐབས་སུ་གནས་ཡོད་པས་མི་དམངས་གྲོང་ཁྱེར་གྱི་འདུ་ཤེས་ལ་མདོ་འདུས་པ་དང་སི་ཁྲོན་ཏང་ཡོན་ནི་བོད་ལྗོངས་ཆེས་མཛེས་མཚོན་གྱི་ལྟེ་བའི་གྲོང་ཁྱེར་གྱི་ཐོལ་སྐྱེས་གནས་སྤོས་ལ་དམིགས་ཏེ། མཛེས་སྡུག་ལྡན་པའི་གྲོང་ཁྱེར་ཞིག་སྟེར་དགོས། ཚོགས་འདུའི་ཐོག་གྲོང་གསེབ་གསར་བརྗེ་བྱེད་པའི་སྒུལ་ཤུགས་ཀྱི་བསྙེན་རིས་ཆེ་རུ་གཏོང་དགོས་ཤིང། ཤང་དང་གྲོང་རྡལ་ཁག་མཐུན་སྦྱོར་ངང་འཕེལ་རྒྱས་ཡོང་བ་བྱ་དགོས། ཤང་དང་གྲོང་རྡལ་གྱིས་གཞིས་ཆགས་པའི་ཡུལ་བབ་དང་བསྟུན་ནས། ཞིང་ལས་དང་འཚམ་པའི་གནས་གཏན་འཁེལ་བྱ་དགོས། རྔ་འབབ་བཟང་པོ་ཡི་ཐོན་ལས་དང་གྲོང་ཁྱེར་གྱི་ཕྱོགས་བསྡུས་ཐད་ནུས་ཁྱོན་ཡོངས་ནས་ཆེ་རུ་གཏོང་དགོས། གཙོ་གནད་ལ་དམིགས་ནས་གྲོང་ཁྱེར་གསར་བརྗེ་དང་ཆ་འགལ་གྱི་སྣེ་ཁྲིད་ཆ་འགལ་ཞི་དྲག་ཅན་དུ་གཏོང་བ། ཁྲིན་གཞུང་ཤེས་ལྡན་མི་སྣ་ཡི་ཁ་གསུམ་གཉིས་བེད་སྤྱོད་བྱ་དགོས་བླང་སྲོལ་ལ་བརྟེན་ནས་ཚོགས་འདྲིའི་གསུང་གཞུང་དང་འགོ་ཁྲིད་སྒྲིག་འཛུགས་བྱ་རྒྱུ་དེ་ངེས་པར་དུ་གསལ་པོ་ཤེས་དགོས་པ་དང་ཐུན་མོང་ཐོག་བཅོས་སྐྱོང་བྱ་དགོས་ཤིང་གྲོང་ཁྱེར་གྱི་རྣམ་པ་བཟང་པོ་གཏོད་དགོས། རྫོང་གི་ཚན་ཁག་བཞིའི་གཅིག་གྱུར་གྱི་ཆ་འགལ་བྱེད་ཤུགས་ཆེ་རུ་གཏོང་བ་དང་རིམ་པ་ཁག་གི་ལས་བྱེད་པས་སྣེ་ཁྲིད་མིང་དཔེ་བསྟན་པ། སྡེ་ཁག་ཁག་དང་གྲོང་རྡལ་ཁག་གིས་ཁྱོན་ཡོངས་ཀྱི་འདུ་ཤེས་བརྟན་པོ་འཛུགས་པ་བཅས་བྱས་ནས་འཐེན་གཞོག་རླངས་གསོ་ཆགས་པར་བྱ་དགོས། ལྟ་སྐུལ་མཛུབ་ཁྲིད་ཀྱིས་རླངས་གསོ་འཐུས་སྒོ་ཚང་དུ་གཏོང་བ་དང། འཕྲིན་གཞུང་གི་སྲུང་ཞིབ་ཀྱིས་ལས་ཀ་ལ་ཁྲིད་འདེད་གཏོང་བ། ཞབས་ཞུ་གཅིག་མཐུན་ཡོང་བ་བྱས་ནས་ལས་བྱེད་པ་དང་མང་ཚོགས་ཀྱིས་མཉམ་འཛུགས་མཉམ་སྐྲུན་བྱེད་པ་ལ་སྐུལ་འདེད་གཏོང་དགོས། གྲོང་ཁྱེར་མི་དམངས་ལ་འཛུགས་སྐྲུན་བྱ་རྒྱུ་རྒྱུན་འཁྱོངས་དང་དྲིལ་བསྒྲགས་དང་ངོས་འཛིན་གཅིག་མཐུན་ཡོང་བ་བྱ་དགོས། འཛུགས་སྐྲུན་བྱེད་བཞིན་པའི་སྣ་གྲངས་ལ་སྐུལ་འདེད་གཏོང་བ། དོ་དམ་དང་སྲུང་སྐྱོང་བྱེད་པའི་ལམ་སྲོལ་འཐུས་སྒོ་ཚང་དུ་གཏོང་བ། ཆ་འགལ་སྤྱིའི་དན་ཐོག་ཏུ་འགོད་རྒྱུ་མཐའ་འཁྱོངས་བཅས་བྱས་ནས་ལས་གྲྭ་ལ་ཤེས་བྱ་ཐེག་ཐུབ་པར་འགན་ལེན་ཏན་ཏིག་བྱ་དགོས། ལས་བྱེད་པ་གཞོགས་འདེགས་བྱས་ནས་གྲུབ་འབྲས་རྒྱུན་མཐུད་ངང་དམངས་ལ་ཕན་ཐོགས་པར་བྱ་དགོས། ཚོགས་འདུའི་ཐོག་ཀྲུང་དབྱང་གིས་གྲོང་ཁྱེར་བཅས་ལས་དོན་གྲོས་ཚོགས་ཀྱི་དགོངས་དོན་དང། ཀྲུང་གུང་ཀྲུང་དབྱང་གཞུང་ལས་ཐིང། རྒྱལ་སྲིད་སྤྱི་ཁྱབ་ཁང་གི་གཞུང་ལས་ཐིང་བཅས་ཀྱིས་གྲོང་ཁྱེར་གསར་བརྗེའི་བྱ་སྤྱོད་རྒྱུན་མཐུད་ངང་སྐུལ་སྤེལ་གཏོང་རྒྱུ་ཡིན་སྐོར་གྱི་བསམ་འཆར་དང། སི་ཁྲོན་ཞིང་ཆེན་བཅས་གྲོང་ཁྱེར་གསར་བརྗེ་བཅས་བྱ་གཞི་སྤེལ་བའི་ཕྱག་ཡིག་བརྒྱུད་བསྒྲགས་དང་སློབ་སྦྱོང་བྱས། འཇིག་རྟེན་གཙོ་བོ་ཡི་འགན་ལེན་བྱས། གཞུང་ཚན་ཁག་གི་འགན་འཁུར་བ་གཙོ་བོ་དང་ཁོངས་གཏོགས་ཁུལ་གྱི་ཤང་གྲོང་དང་གྲོང་ཚོ་ཡི་འགན་འཁུར་བ་བཅས་གཏན་འཁེལ་བྱས་པ་རེད། རྫོང་སྲིད་གཞུང་དང་ཞིང་ལས་དངུལ་ཁང་གི་འབའ་ཐང་ཡན་ལག་དངུལ་ཁང་གི་མཉམ་ལས་བཅས་རྗེས་ཐོག་བསྐྱོད་ཡོད། རྫོང་རིམ་པའི་འགོ་ཁྲིད་དང་རྫོང་རིམ་པའི་ལས་ཁུངས་ཀྱི་སྡེ་ཚན་སོ་སོ། རྫོང་གི་ཁོངས་སུ་གཏོགས་པའི་ཁེ་ལས་དང་ཞབས་ལས་སྡེ་ཚན་གྱི་འགན་འཁུར་བ་གཙོ་བོ་སྤྱི་བདེ་དང་ཤང་དང་གྲོང་རྡལ་གྱི་ཏང་ཨུའི་ཧྲུའུ་ཅི། ཤང་དང་གྲོང་རྡལ་གྱི་འགོ་འཛིན་དང་ཞང་ཞུང་གྲོང་རྡལ་གྱི་སྲིད་འཛིན་གྲོང་ཚོ་ཡི་འགན་འཁུར་བ་ཁག་ཅིག་ཚོགས་འདུར་ཞུགས་པ་རེད། ཁོང་གིས་སངས་རྒྱས་ནི་ངའི་བརྙན་འཕྲིན་ཁང་ནས་པའི། འབའ་ཐང་གི། ཆེས་རྒྱ་ཆེ་བའི་དཔུང་བ་བཀྲོལ་བའི་བྱེད་སྒོ་དེ་འཛམ་གླིང་གི་ཟིན་ཐོར་འགོད་པ། ཤང་དུ། ནང་བསྟན་ཞིབ་ཕྲ་ལ་གཟིགས་རོགས། ཟླ་བདུན་པའི་ཚེས་སོ་གཅིག་ཉིན་གྱི་སྔ་དྲོ་ལ། འཛམ་གླིང་གི་ཟིན་ཐོ་ཡི་བདེན་དཔང་ར་སྤྲོད་པ་མ་མཁན་ཞི་མོ་དང་ཀྲུང་གོ་ཡི་འཐུས་མི་ཁྲིན་ཧྲུའུ་ཧུང་གཉིས་ཀྱིས་བདེན་དཔང་ར་སྤྲོད་བྱས་པའི་མཇུག་འབྲས་ཕྱོགས་སྒྲོག་བྱས་པ་དང། འབའ་ཐང་གི་ཆེས་རྒྱ་ཆེ་བའི་དཔུང་བ་བཀྲོལ་བའི་བྱེད་སྒོ་དེ་འཛམ་གླིང་གི་ཟིན་ཐོ་ལ་བཀོད་པ་རེད། ད་ཐེངས་ཀྱི་བྱེད་སྒོ་ནི། འབའ་ཐང་གི་མི་དམངས་མང་ཚོགས་ཀྱི་བཀའ་བསྟན་ཆེན་པོ་ཞིག་ཡིན་པར་མ་ཟད། ཤིས་ལྗོངས་རིག་གནས་ཀྱི་ཤོང་སྟེང་ཞིག་ཀྱང་རེད། ཞེ་དགུ་སྤེལ་འགོ་ཚུགས་པ་དང་ལོ་ཆུང་བྱིས་པའི་ལྷ་མོ་ཡི་འདུལ་དགའ་བཅས་ཡིད་གདུང་སྙན་མོ་དང་འབའ་ཡིག་གི་མྱང་འགྱུར་སོགས་ཀྱིས་ཡིད་ངོ་སོས་དགའ་སྤྲོ་ཡི་སྣང་བས་ཁེངས་ཡོད། འབའ་ཐང་རྫོང་རིག་གནས་ཡུལ་སྐོར་ཅུས་ཀྱིས་དུས་མཉམ་དུ་འཛམ་གླིང་ཡོངས་ལ་འབའ་ཐང་གི་ཁྱད་ཆོས་ལྡན་པའི་ལྷག་བསམ་ཟོལ་མེད་ཀྱི་གདན་ཞུ་བྱས་པ་རེད། ཉིན་གུང་གི་དུས་སུ། མཚོ་ཕུ་ལུང་གི་མཛེས་ལྗོངས་ཁུལ་དུ། སྔར་མཚོན་ཆ་དང་དགུ་ཡིས་ལུས་ལ་གསོད་སྦྱིན་གྱི་རྒྱན་གོས་སྤྲས་ནས་ཡིག་ངོ་དང་དྲ་ཐོག་གི་ལྟད་མོ་བ་ཁྲི་ལྷག་ཙམ་གྱིས་མཉམ་དུ་བདེན་དཔང་བྱས་ནས་ཟིན་ཐོར་བསྐྱོད་པ་རེད། ཤེས་རྟོགས་བྱུང་བ་ལ་གཞིགས་ན། འཕྲོད་བསྟེན་པ་མཚོན་ཆ་དང་དགུ་ཡི་ཁྲོད་དུ་གནའ་བོ་ཡི་དངོས་མིང་ཤི་གཡོག་རིག་གནས་ཀྱི་འབའ་ཞིག་རྗེས་འཛིན་པ་རྒན་པོ་ཡོད་ལ་ཤེས་རྟོགས་ཀྱི་དཔལ་འབར་བའི་གཞོན་ནུ་ལོ་ཆུང་ད་རུང་པོ་དབང་ལ་དགའ་བའི་མི་སེར་སོགས་མི་རབས་གསུམ་གྱི་བཞེད་པ་མཉམ་དུ་འཛོམས་ནས་འབའ་ཞིག་གི་རྗེས་འཛིན་ལ་རྣམ་པ་གསར་པས་ཁེངས་དུ་བཅུག་ཡོད། རྣ་བ་ཡི་དཔུང་བ་སྟེ། ད་ལྟའི་འཛམ་གླིང་ལྷའི་གྲགས་པའི་རྣམ་པ་གསར་པ་ཡིན་ལ། ཆེས་རྒྱ་ཆེ་བའི་དཔུང་བ་གྲུ་ཡི་ཕྱི་སྒོ་སྟེ། འཛམ་གླིང་གི་ཟིན་ཐོ་ལ་བཀོད་ཐུབ་པའི་དྭངས་བཟང་སྟེ། མི་དམངས་ཀྱི་རྩ་བའི་རྩ་བ་དང། གསར་གཏོད་ཀྱིས་སྙིགས་དོར་དར་སྤེལ་གཏོང་བའི་འཛམ་གླིང་གི་ཟིན་ཐོ་སྟེ། རིག་གནས་ཀྱི་བདེན་ཚད་ཆེ་རུ་གཏོང་བ་དང་ཀྲུང་ཧྭ་མི་རིགས་ཀྱི་དེང་རབས་དཔལ་ཡོན་འཛུགས་སྐྲུན་བྱེད་པའི་འབའ་ཐང་གི་སྟོབས་ཤུགས་ཆེན་པོ་ཞིག་ཀྱང་རེད། གོང་གི་གསར་འགྱུར་ནི་ངས་བརྙན་འཕྲིན་ཁང་ནས་སྤེལ། ཏིང་ཡར་ཕིང་དང་ཏིང་འཛིན་གཉིས་འབའ་ཐང་དུ་བྱས་ནས་ཆང་སྒྲུང་གི་མཛེས་སྡུག་ཉམས་སུ་མྱོང་བ། གཤམ་དུ། ནང་བསྟན་ཞིབ་ཕྲ་ལ་གཟིགས་རོགས། ཉེ་ཆར།
དཀར་མཛེས་ཁུལ་གྱི་མི་ཆོས་རིག་གནས་ཟིན་ཐོ་བརྙན་ཐུང་གི་པར་ལེན་བཟོ་སྐྲུན་ཚོགས་ཆུང། འབའ་ཐང་དུ་ཤེལ་ཁང་རིག་གནས་ཚོགས་ཞུགས་སྐོར་གྱི་ལྗོངས་རྒྱུ་རུ་ཞུགས། ཕིང་ཕོང་སྤོ་ལོ་འཛམ་གླིང་གི་ཨང་དང་པོའི་བྱ་དགའ་ཐོབ་མཁན་ཏིང་ཡར་ཕིང་དང། སི་ཁྲོན་རིག་གནས་ཡུལ་སྐོར་གྱི་ཆོས་གྲགས་པ་ཏིང་འཛིན་སོགས་གེ་མོ་རྩྭ་ཐང་དང་མཚོ་ཕུ་ལུང་མཛེས་ལྗོངས་ཁུལ་དུ་འབའ་ཐང་གི་ལོ་རྒྱུས་རིག་གནས་ཀྱི་དམག་ཡུལ་དང། ཐེངས་མང་མ་ཡིན་པའི་རང་བྱུང་མཛེས་ལྗོངས་ཀྱི་ཡིད་དབང་འཕྲོག་ཤུགས་བཙོག་ནས་འབའ་ཐང་མང་ཚོགས་དང་ཡིད་སྐྱོ་བའི་དགའ་བསུ་ཆེན་པོ་ཐོབ་པ་རེད། གད་མོ་རྩྭ་ཐང་དུ་ཡང་ཤེས་རྒྱ་ཆེ་བའི་སྤང་ལྗོངས་དང་འབྲོག་ལས་ཀྱི་སྣང་བས་ཁེངས་ཤིང། མི་དམངས་རྣམས་ཀྱིས་སྤྲོ་སེམས་ཧྲག་ཏུ་འཁོལ་བའི་ངང་དྭངས་གཙང་གི་ཁ་དོག་དང་སྙན་འཇེབས་ཀྱི་གླུ་དབྱངས་སྦས་ནས་ཆེས་ལྷད་མེད་ཀྱི་བརྩེ་སེམས་དང་དགའ་སྤྲོ་ཡི་སྣང་བས་ཁེངས་ཡོད། ཉིད་དེ་ཡི་མཚན་མོ་ལ། འབའ་ཐང་མང་ཚོགས་དང་ལྷན་དུ་ཡིད་སྐོར་བས་མཐའ་བསྐོར་ནས་སྒུག་ཡོད་པར་མ་ཟད། ལྷོ་མི་ཐི་མས་མེ་ཏོག་དང་ཁ་བཏགས་འབུལ་ནས། སྤྲོ་གསེང་ཧྲག་ཏུ་ཁུར་བའི་དགའ་བསུ་མཚོན་པ་རེད། མཚོ་ཕུ་ལུང་མཛེས་ལྗོངས་ཁུལ་དུ། པར་ལེན་བཟོ་སྐྲུན་ཚོང་ཆུང་གི་གཉེན་ཤིང་སྟེ་གངས་རིའི་ཁྲོད་དུ་ཡོད་པའི་གནས་མཆོག་མཚོ་ཕུ་ལུང་དང་འབའ་ཐང་གི་རྒྱལ་ཁབ་རིམ་པའི་འབའ་གཞིས་མངོན་མིན་ཤེས་བྱ་རིག་གནས་ཀྱི་རྒྱུན་འཛིན་པ་དང། སྙིང་དུ་བློ་སྦྱོང་དང་སྤེལ་རེས་བྱེད་པ་རེད། དེ་རྗེས་འབའ་ཐང་གི་ཐུན་མོང་མ་ཡིན་པའི་རང་གཞུང་དང་མི་ཆོས་ཀྱི་རིག་གནས་ཀྱི་ཡིད་དབང་འཕྲོག་ཤུགས་ངེས་པར་བྱས་ནས་ལྟད་མོ་བ་རྣམས་ལ་དཀར་མཛེས་འབའ་ཐང་དུ་རྒྱུས་ལོན་དང་ཡུལ་སྐོར་གྱི་སྒེའུ་ཁུང་གསར་པ་ཞིག་བྱས་ཡོད་པ་རེད། གོང་གི་སངས་རྒྱས་ནི་ངའི་བརྙན་འཕྲིན་ཁང་ནས་སྤེལ།
གཟིགས་མ་རྣམ་པ། དེ་ལས་མོ་ཡི་སངས་རྒྱས་ལ་གཟིགས་བསམ་ན། སྐུ་ཉིད་ད་དུང་གཉེན་ཤེས་འུ་གའི་ཨང་ཤེར་བགྱིས་ནས་ང་ཚོ་ལ་དོ་སྣང་བྱ་ཆོག། དེ་རིགས་ཀྱི་སངས་རྒྱས་འདི་ནས་གཏོང་ཚར་སོང་ཚང་མས་གཟིགས་པར་བཀའ་དྲིན་ཆེ། ང་ཚོ་ཐེངས་རྗེས་མའི་ལེ་ཚན་དག་ལྷག་ཡོང་རྗེས་ད་ཚང་མ་བསྡད་མོ།

འབའ་ཐང་རྫོང་རྒྱ་གྲམ་དམར་པོ་ཚོགས་པའི་གཞི་རིམ་རྩ་འཛུགས་ཀྱིས་སྒོ་བྱང་སྤྲོད་པའི་མཛད་སྒོ་སྤེལ་བ། འབའ་ཐང་རྫོང་གིས་ཉིས་སྟོང་ཉེར་ལྔ་ལོ་བའི་རྫོང་ཡོངས་ཀྱི་སློབ་གསོ་བའི་ལས་དོན་ཚོགས་འདུ་དང་ཏང་སྲོལ་སྲིད་གཙང་འཛུགས་སྐྱོང་གི་ཚོགས་འདུ་འཚོགས་པ། ཧང་ཀྲོའུ་དང་འབའ་ཐང་ས་ཁུལ་གཉིས་ཀྱི་ཟུང་འབྲེལ་རིག་གནས་སྤེལ་རེས་དང་གཞོན་མའི་ཚོགས་འདུ་འཚོགས་པ།
འབའ་ཐང་རྫོང་རྒྱ་གྲམ་དམར་པོ་ཚོགས་པའི་གཞི་རིམ་རྩ་འཛུགས་ཀྱིས་སྒོ་བྱང་སྤྲོད་པའི་མཛད་སྒོ་སྤེལ་བ། གཤམ་དུ་ནང་དོན་ཞིབ་ཕྲ་ལ་གཟིགས་རོགས། ཟླ་བརྒྱད་པའི་ཚེས་ཉེར་ལྔ་ཉིན་འབའ་ཐང་རྫོང་རྒྱ་གྲམ་དམར་པོའི་ཚོགས་པས་རྫོང་མི་དམངས་སྨན་ཁང་དུ་གཞི་རིམ་རྩ་འཛུགས་ཀྱི་སྒོ་བྱང་སྤྲད་པའི་མཛད་སྒོ་སྤེལ་ཞིང། རྫོང་ཨུའི་རྒྱུན་ཨུ་རྫོང་དཔོན་གཞོན་པ་ཀྲང་ལི་དང་རྫོང་སྲིད་གཞུང་གི་རྫོང་དཔོན་གཞོན་པ་ཏིང་ཞའོ་ཏུང་བཅས་མཛད་སྒོར་ཞུགས་པ་རེད། ཀྲང་ལི་ཡིས་ཤིས་ཚིག་ནང། རྒྱ་གྲམ་དམར་པོའི་ཚོགས་པ་ནི་ཏང་དང་སྲིད་གཞུང་གིས་མི་ཆོས་ཕྱོགས་ཁོངས་ཀྱི་ལས་རོགས་གལ་ཆེན་ཞིག་ཡིན་པ་དང་སྤྱི་སེམས་གཞི་གྲལ་དང་སྟོབས་ཤུགས་གཅིག་ཏུ་སྒྲིལ་བའི་ཟམ་པ་ཞིག་ཡིན་པས་ཚོགས་པ་ཁག་གིས་ཐོག་མའི་གསང་འདུན་དང་གཞི་རིམ་རྩ་འཛུགས་སྲ་བརྟན་དུ་གཏོང་བ། ཁ་ཕྱོགས་ཡོངས་བདག་དང་གཞི་རིམ་ལ་ཤུགས་འདེད་ཞུ་བ། མང་ཚོགས་ལ་ཤུགས་འདེད་ཞུ་བ། གཟུགས་བརྙན་ལེགས་སུ་གཏོང་བ་དང་སྟོབས་ཤུགས་གཅིག་ཏུ་བསྒྲིལ་ནས་མི་དམངས་མང་ཚོགས་ཀྱི་ཚེ་སྲོག་བདེ་ཐང་གི་སྲུང་མཁན་ཡག་པོ་ཞིག་བྱེད་དགོས། མཛད་སྒོའི་ཐོག་རྒྱ་གྲམ་དམར་པོ་ཚོགས་པའི་གཞི་རིམ་རྩ་འཛུགས་ཀྱི་ཆེད་མཁས་ཡིག་ཆ་དང་སྒོ་གཞུང་སྤྲོད་པའི་ཆོས་དད་སྒྲོག་གཞུང་བྱས་པར་མ་ཟད། རྫོང་མི་དམངས་སྨན་ཁང་གི་རྒྱ་གྲམ་དམར་པོ་ཡི་ཚོགས་པ་དང། རྫོང་བོད་སྨན་ཁང་གི་རྒྱ་གྲམ་དམར་པོ་ཡི་ཚོགས་པ་རྫོང་དམར་པོ་བདེ་སྲུང་ཁང་གི་རྒྱ་གྲམ་དམར་པོ་ཡི་ཚོགས་པ་བཅས་ཀྱི་ཚོགས་གཞན་མི་སྣས་སྒོ་བཞེངས་དཀའ་བ་རེད། གོང་དུ་རྗེས་མ་ལ་རྫོང་རྒྱ་གྲམ་དམར་པོ་ཡི་ཚོགས་པས་མི་ཆོས་ཕྱོགས་ཁོངས་ཀྱི་ལག་རུང་ནུས་པ་འདོན་སྤེལ་གང་ལེགས་བྱས་ཏེ་སྤྱི་ཚོགས་ལས་རིགས་ཁག་གི་སྟོབས་ཤུགས་གཅིག་སྡུད་ཧུར་ཐག་བྱས་ནས་རྫོང་ཡོངས་ཀྱི་རྒྱ་གྲམ་དམར་པོ་ཡི་བྱ་གཞག་འཕེལ་རྒྱས་ཀྱི་རྣམ་པ་གསར་པ་གཏོད་རྒྱུ་རེད། གོང་གི་གསར་འགྱུར་ནི་ངས་བརྙན་འཕྲིན་ཁང་ནས་སྤེལ། ཧང་ཀྲོའུ་དང་འབའ་ཐང་ས་ཁུལ་གཉིས་ཀྱིས་ཟུང་འབྲེལ་རིག་གནས་སྤེལ་རེས་དང་གཞོན་ནུའི་ཚོགས་འདུ་འཚོགས་པ། གཤམ་དུ་ནང་དོན་ཞིབ་ཕྲ་ལ་གཟིགས་རོགས། ཉེ་ཆར། ཧང་འབའ་ས་ཁུལ་གཉིས་ཀྱིས་ཟུང་འབྲེལ་རིག་གནས་སྤེལ་རེས་དང་གཞོན་ནུའི་ཚོགས་འདུ་འཚོགས་ཤིང། རྫོང་ཨུའི་སྦྱིན་བུ་དང་རྫོང་སྲིད་གཞུང་གི་རྫོང་དཔོན་གཞོན་པ་ཧུའུ་ཝེ་དང། རྫོང་ཨུའི་སྦྱིན་བུ་ཀྲི་ཀྲོའུ་པུའུ་ཡི་པུའུ་ཀྲང་ཀན་ཁྲང། ཀྲུང་གོ་ཡི་རོལ་དབྱངས་སྙིང་འདྲེན་མཐུན་ཚོགས་ཀྱི་ཀྲུའུ་ཞི་གཞོན་པ་ཡན་པའོ་ལིན། ཀྲུང་གོ་ཡི་སྙིང་བརླན་ཞིབ་སྤེལ་མཐུན་ཚོགས་ཀྱི་ལས་དོན་ཨུ་ཡོན་ལྷན་ཁང་གི་ཀྲུའུ་རེན་གཞོན་པ་ཚའོ་ཀང་ཡུས་བཅས་བྱེད་སྒོ་རུ་ཞུགས་པ་རེད། འབའ་ཐང་གི་ཤེས་དབྱར་རིག་གནས་རྒྱུན་འཛིན་པས་བོད་ཀྱི་འདུལ་སྒར་དང་འབའ་སྐད་སོགས་ཚད་གཞི་རང་བཞིན་ལྡན་པའི་ཤེས་དབྱར་རིག་གནས་ཀྱི་སྣང་གྲངས་ལ་དམིགས་ནས་བརྗེ་རེས་ལྡན་པའི་སྒོ་ནས་དེའི་ལོ་རྒྱུས་ཀྱི་འབྱུང་རྩ་དང་ཁྱད་ཆོས་སོགས་ངོ་སྤྲོད་བྱས་ཡོད། ཀི་ཁྲང་གིས་བྲེ་ཆང་སྒྱུ་རྩལ་ཚོགས་པ་ཕེབས་པར་དགའ་བསུ་ཞུས་པ་དང། ཁྲེན་ཅི། དེང་རིན་པོ་ལགས། འབའ་ཐང་ལ་ལྷ་སྲུང་སྣང་མདོག་གིས་རོགས་ཞུགས་གནང་བའི་སྙིང་ཐག་པ་ན་ཐུགས་རྗེ་ཆེ་ཞུས་ནས་སྔར་ལས་ལྷག་པར་བྱས་ཏེ། ཐུན་མོང་ཐོག་བོད་ཀྱི་འདུལ་དགག་དང་འབའ་གཞས་སོགས་སྲོལ་རྒྱུན་གྱི་རྩ་གསར་གཏོད་ཆེད་རྒྱུན་འཛིན་དང་འཕེལ་རྒྱས་གཏོང་དགོས་ཞེས་གསུངས་པ་རེད། ཐེངས་འདིའི་གཞུང་མིང་ཚོགས་འདུའི་ཐོག་འཕྲོད་བསྟེན་དང་གླེང་མོལ་སོགས་བརྒྱུད་ནས་ས་གནས་གཉིས་ཀྱི་རིག་གནས་ཐོན་ཁུངས་ཉོ་སྤྱོད་དང་སྡེབ་སྒྲིག་བྱེད་པར་སྐུལ་འདེད་བཏང་ཡོད། གོང་དུ་རྗེས་མ་ལ་འབའ་ཐང་གིས་ཐེངས་འདིའི་གོ་སྐབས་སུ་བྱས་ཏེ་མཉམ་ལས་ཕྱོགས་ཁོངས་རྒྱུན་མཐུད་ངང་འཕེལ་རྒྱས་མངོན་འགྱུར་ཡོང་བ་བྱེད་དགོས། ཀུན་གྱི་སངས་རྒྱས་རྣམས། ངའི་བརྙན་འཕྲིན་ཁང་ནས་སྤེལ། འབའ་ཐང་རྫོང་གིས་ཉིས་སྟོང་ཉིས་ལྔ་ལོ་བའི་རྫོང་ཡོངས་ཀྱི་སློབ་གསོའི་ལས་དོན་ཚོགས་འདུ་དང་ཏང་སྲིད་སྲིད་གཙང་འཛུགས་སྐྱོང་གི་ཚོགས་འདུ་འཚོགས་པ། གཤམ་དུ་ནང་དོན་ཞིབ་ཕྲ་ལ་གཟིགས་རོགས། ཟླ་བརྒྱད་པའི་ཚེས་ཉེར་ལྔ་ཉིན། འབའ་ཐང་རྫོང་གིས་ཉིས་སྟོང་ཉེར་ལྔ་ལོ་ཡི་རྫོང་ཡོངས་ཀྱི་སློབ་གསོ་ཡི་ལས་དོན་ཚོགས་འདུ་དང་ཏང་སྲིད་སྲིད་གཙང་འཛུགས་སྐྱོང་གི་ཚོགས་འདུ་འཚོགས་པ་རེད། རྫོང་མི་དམངས་སྲིད་གཞུང་གི་རྫོང་དཔོན་གཞོན་པ་ཆི་ལིའང་ཝེ་དང་རྫོང་འབྲིང་ཁྲིན་ཨན་ལིན་གྱིས་རྫོང་སློབ་གསོ་ལས་རྩ་གཅིག་ལ་མངགས་གཏོང་བྱས་པའི་རིས་ཁྲིན་ཞིང་ཤར་ཚོགས་ཆུང་གི་ཚོགས་དྲང་རྫོང་ལྷོ་སོག་ལུས་རྩལ་བཅས་ཀྱི་ལས་བྱེད་པ་ཡོངས་དང་དེ་བཞིན་ལྷོ་འབྲིང་དང་ལྷོ་ཆུང། ཞིང་ལྷོ་ཁང་བཅས་ཀྱི་དགེ་རྒན་ཡོངས་ཚོགས་འདུར་ཞུགས་པ་རེད། ཚོགས་འདུའི་ཐོག། རྨང་གཞི་བརྟན་དུ་བཙུགས་ནས་སྤུས་ཚད་མཐོན་པོ་ཡི་ལྷོ་སོག་ཡའི་མ་ལག་འཕེལ་རྒྱས་གཏོང་དགོས། ཀུན་ཤེས་ཀྱིས་མི་གསོ་སྲུང་བྱེད་པའི་རྨང་གཞི་བརྟན་པོ་འཛུགས་པ་དང། རྒྱུགས་ལེན་དོ་དམ་ལ་ཤུགས་བསྣན་པ། ལྷོ་ཁྲིད་ཞིབ་འཇུག་ལ་ཤུགས་བསྣན་པ། ལྷོ་སོག་ཡའི་ལྟ་སྐུལ་ནན་པོ་བཅས་བྱས་ནས་ལྷོ་ཁྲིད་ཀྱི་སྤུས་ཚད་སྐས་རིམ་གསར་པ་ཞིག་ཏུ་སླེབས་རྒྱུ་ལ་སྐུལ་འདེད་གཏོང་དགོས། དགེ་རྒན་གྱིས་རྐྱེན་ཤུགས་ཆེ་རུ་གཏོང་བ་དང་རྩལ་ནུས་ཆེ་རུ་གཏོང་བ། ནུས་པ་སྐུལ་སློང་བྱེད་པ། འགན་སྲུང་ལེགས་སུ་གཏོང་བ་བཅས་བྱ་དགོས། གནའ་ཤུལ་གྱི་མི་གསོ་སྐྱོང་བྱས་ཏེ། དུས་རབས་གསར་པའི་ཕུགས་བསམ་དང་དད་སེམས་ཡོད་པ། ཀུན་སྤྱོད་དང་བསམ་ཚུལ་ཡོད་པ། ཤེས་རིག་ཡོན་ཏན་ཡོད་པ། བྱང་སེམས་ལྡན་པ་བཅས་ཀྱི་སློབ་གསོ་ཡི་ཚད་བརྒལ་བརྩོན་ལེན་བྱ་དགོས་པའི་ནན་བཤད་གནང་བ་རེད། ཚོགས་འདུའི་ཐོག་རྫོང་ལྷ་འབྲིང་དང་མི་དམངས་ལྷོ་ཆུང། མཐུན་སྒྲིལ་ལྷོ་ཆུང་བཅས་ཀྱི་སྤེལ་རེས་སྟངས་ཤིག་གནང་བ་དང། རྫོང་རྩ་ལྷོ་ཆུང་དང་སྤོ་གེ་ཞི་ལྷོ་ཆུང། གཙང་ཆེན་རོང་ལྷོ་ཆུང་བཅས་ཀྱི་སྣང་འགྱུར་སྟངས་ཤིག་གནང། ཕུལ་བྱུང་དགེ་རྒན་གྱི་ཐེངས་མི་བཞིའི་ཉམས་མྱོང་སྙུང་གཞི་དང། རྫོང་ལྷོ་སོག་དང་ལི་ཙཱ་བཅས་ཀྱི་ཉིས་སྟོང་ཉེར་བཞི་ལོ་ནས་ཉིས་སྟོང་ཉེར་ལྔ་ལོ་བར་གྱི་ལོ་རིམ་གསུམ་པ་ནས་ལོ་རིམ་དགུ་པའི་བར་གྱི་ལྷོ་སོག་ལྷོ་ཁྲིད་ཀྱི་སྤུས་ཚད་གནས་ཚུལ་བརྡ་ཆོད་བཏང་བ་མ་ཟད་ལྷོ་སོག་དང་ལི་ཙཱ་ཀྱི་འབྲེལ་ཡོད་ལས་སྟེགས་ཡོངས་བདག་སྐད་སྒྲིག་བྱས་པ་རེད། གོང་གི་སང་གི་ན་ནིང་བརྙན་འཕྲིན་ཁང་ནས་སྤེལ། སི་ཁྲོན་ཞིང་ཆེན་གྱིས་ལུས་རྩལ་ཉམས་གུད་ཁྱིམ་ཚང་གཅིག་ཐོན་བྱེད་པའི་རྒྱུ་གཞི་གཙོ་བོའི་བྱེད་སྒོ་འབའ་ཐང་དུ་བསྐྱོད་པ་རེད། བྱེད་སྒོ་དེས་ཤེས་བྱ་འགྲན་བསྡུར་དང་ལུས་རྩལ་འགྲན་བསྡུར་སོགས་མང་ཚོགས་ཀྱི་མཐོང་ཐོས་དགའ་བའི་རྣམ་པ་ལ་བརྟེན་ནས་མི་རིགས་མཐུན་སྒྲིལ་ཡར་ཐོན་འདུ་ཤེས་བརྒྱད་ཀྱི་གསར་སྐྲུན་ལས་དོན་ལ་སྐུལ་འདེད་གཏིང་ཟབ་བཏང་ནས་མི་རིགས་ཁག་གི་མང་ཚོགས་བར་འགྲོ་འོང་སྤེལ་རེས་མཉམ་འདྲེས་ལ་སྔར་བས་སྐུལ་འདེད་བཏང་སྟེ་ཀྲུང་ཧྭ་མི་རིགས་གཅིག་མཐུན་འདུས་གྲུབ་ཀྱི་འདུ་ཤེས་རྒྱུན་ཆད་མེད་པར་བརྟན་དུ་བཏང་བ་རེད། ཞོ་པ་བའི་ཞར་བྱུང་གྲོང་རྡལ་སྡེ་ཁུལ་རིག་གནས་ཐོན་སྐྱེད་དུ་མི་ཚོགས་ཀྱིས་ཁེངས་ནས་ཡུལ་དངོས་ཀྱི་སྣང་བ་སྤྲོ་སེམས་འཁོལ་བ་རེད། ཞེ་དགུ་བའི་གཙོ་གནད་ཡིན་པའི་མི་རིགས་མཐུན་སྒྲིལ་བྱ་དགའ་ཡོད་པའི་དྲིན་ལན་གྱི་ལྷུ་ཚིགས་ཀྱིས་ཡུལ་དངོས་ལ་སྤྲོ་སེམས་སྣང་ཡོད། རང་རྒྱལ་གྱི་མི་རིགས་སྲོལ་འབྱེད་ཀྱི་གཞི་རྩ་བའི་རྩ་དོན་ཅི་ཡིན་ཁྱོད་ཀྱིས་མི་རིགས་ཀྱི་སྲིད་ཇུས་དུས་ཆེན་གང་དག་ཤེས་ཀྱི་ཡོད། མི་རིགས་སེམས་རྒྱུད་ཁྲོད་སྲིད་དང་སྲིད་ཀྱི་རིག་གནས་ཀུང་སི་ཚུགས་པའི་ཁ་བྱང་རེ་རེ་ཡིས་མི་རིགས་ཁག་གི་མང་ཚོགས་ཀྱིས་ཧུར་བརྩོན་ཆེན་པོས་ལེན་འདོད་པའི་ཁྲོད་ཀྲུང་ཧྭ་སྣ་མང་གཞི་གཅིག་གི་རིག་གནས་ལ་ངོས་འཛིན་གཅིག་མཐུན་ཟབ་ཏུ་གཏོང་ཐུབ་པ་བྱུང་ཡོད། ལོ་ཙཱ་འགྲན་བསྡུར་ས་ཁོངས་ལ་ཡང་དེ་བཞིན་དུ་གསོན་ཤུགས་ཤ་ཞུགས་ཡོད། སྤོ་ལོ་འཕེན་པ་དང་མདའ་འཕེན་པ་སོགས་སྲོལ་རྒྱུན་གྱི་ཁྱད་ཆོས་དང་འགྲན་རྩ་གཅིག་ཀྲུང་ནང་གཉིས་ལྡན་གྱི་བྱེད་སྒོའི་ནང་ཚང་མས་ས་གནས་དེ་ག་ལ་མཐུན་སྒྲིལ་འཆམ་མཐུན་དང་ཁྱིམ་ཚང་འཆམ་མཐུན་གྱི་རྣམ་པ་བཟང་པོ་བྱེད་མཁན་ཡོད་པ་རེད། ཟི་ཁྲོན་ཞིང་ཆེན་གྱི་ལུས་རྩལ་མཉམ་འགུལ་ཁྱིམ་ཚང་གཅིག་སྟོན་བྱེད་སྒོ། དཀར་མཛེས་ཁུལ་གལ་ཆེ་བའི་ས་ཚིགས་ཤིག་ཡིན་པའི་ངོས་ནས་ད་ཐེངས་འབའ་ཐང་ཡུལ་སྐོར་གྱིས་ཀུན་གཞིའི་རིག་རྩལ་བྱེད་སྒོ་མཉམ་འདྲེས་ལ་སྐུལ་འདེད་གཏོང་བའི་འདུ་ཤེས་རྒྱུན་ཐིང་ཞིག་ནས་སྲིད་ཇུས་དྲིལ་བསྒྲགས་དང་རིག་གནས་འགྲེམས་སྟོན། ལུས་རྩལ་འགྲན་བསྡུར་གྱི་ཟིན་བྲིས་གཏོང་བཟོ་བྱས་ཡོད། མི་རིགས་ཁག་གི་མང་ཚོགས་ཀྱིས་འགྲན་ར་གཅིག་ནང་འགྲན་བསྡུར་མཉམ་འགྲན་དང་གླུ་གཞས་གཅིག་ནང་ཞབས་བྲོ་མཉམ་འཁྲབ་བྱས་པ་བརྒྱུད་གཞན་རིམ་གྱི་རིག་གནས་འཚོ་བ་ཕུན་སུམ་ཚོགས་པ་བྱིན་པ་མ་ཟད་དེ་བས་ཤུགས་རྐྱེན་ཐེབས་པའི་རྣམ་པའི་ཐོག་ནས་ཀྲུང་ཧྭ་མི་རིགས་གཅིག་མཐུན་འདུས་གྲུབ་ཀྱི་འདུ་ཤེས་ཟབ་ཏུ་བཏང་ནས་མི་རིགས་མཐུན་སྒྲིལ་ཡར་ཐོན་གྱི་བྱ་གཞག་ལ་སྐུལ་འདེད་གཏོང་ཆེད་གསོན་ཤུགས་སྣོན་ཡོད་པ་རེད། གོང་གི་གསར་འགྱུར་ནི་ངའི་བརྙན་འཕྲིན་ཁང་ནས་སྤེལ། ཟླ་བརྒྱད་པའི་ཚེས་ཉེར་བདུན་ཉིན་གྱི་སྔ་དྲོ་བའི་ཕྱི་ཚེས་དགུ་པ་ལ་གསར་འགོད་པས་འབའ་ཐང་ལྷོ་འབྲིང་ནང་བྲེལ་འཚུབ་ཆེ་ཞེས་གོ་རེ་འདོན་པ་ཁྱིམ་བདག་གིས་བྱིས་པ་ཚུར་ཁྲིད་ནས་གཅིག་རྗེས་གཉིས་མཐུད་དུ་མིང་ཐོ་བཀོད་ས་ཡོང་བ་དང་ལྷོ་ཁ་གསར་པ་ཞིག་དངོས་སུ་འགོ་ཚུགས་པ་མཐོང་བ་རེད། སློབ་མ་ཚོས་གོ་རེ་བསྟན་པའི་སྒོ་ནས་སློབ་མགོ་ཚུགས་པའི་ཐོ་འགོད་བྱས་པ་དང་གུང་སེང་གི་ལས་བྱ་སྤྲོད་པ་སློབ་མའི་ལག་དེབ་དང་དཔེ་དེབ་གསར་པ་ལེན་པ་བཅས་བྱེད་བཞིན་ཡོད། སློབ་ཁྲིད་ཤུགས་ཀྱིས་ཀྱང་སྔོན་ལ་གྲ་སྒྲིག་གང་ལེགས་བྱས་ཏེ་འཛིན་གྲྭ་ཁག་གི་དགེ་རྒན་གྱིས་ལས་གནས་བརྟན་གསུམ་བྱས་ནས་ནང་རྒྱུད་རིམ་པའི་སློབ་མ་དང་ཁྱིམ་བདག་ལ་གོ་རེ་འཁར་ལེགས་གྲུབ་ཡོང་བར་ཁྲིད་སྟོན་བྱས་པ་རེད། ལྷུན་གྲུབ་ཚུགས་པའི་ལས་དོན་བདེ་བླག་ཡོང་བ་འགན་ལེན་བྱ་ཆེད་དེ་སྔོན་འབའ་ཐང་ལྷོ་འབྲིང་གིས་ཆེད་དོན་ཚོགས་འདུ་ཚོགས་ནས་ལྷོ་ཁྲིད་བཀོད་སྒྲིག་དང་ལྷོ་ཁྲིད་བདེ་འཇགས་ཇོ་ཤུག་འཁུར་སྒྲུབ་འགན་ལེན་སོགས་ཀྱི་ལས་དོན་ཕྱོགས་ཡོངས་ནས་བཀོད་སྒྲིག་བྱས་པ་རེད། དགེ་རྒན་ཚོས་གུང་སེང་གི་དུས་ཚོད་ཤོད་དེ་ལྷོ་ཁང་གི་བཀོད་སྒྲིག་དང་ལྷོ་ཁྲིད་འཆར་གཞི་བཟོ་བ་སོགས་ཀྱི་ལས་ཀ་ལེགས་སྒྲུབ་བྱས་ནས་ལྷོ་བྱང་གི་ཁོར་ཡུག་བཟང་པོ་ཞིག་བསྐྲུན་བ་རེད། ལྷོ་ཁ་གསར་པའི་ནང་འབའ་ཐང་ལྷོ་འབྲིང་གིས་ལྷོ་སོ་ཡའི་ཐོག་མའི་ཟམ་དུ་མུ་མཐུད་རྒྱུན་འཁྱོངས་བྱས་ནས་ཀུ་ཤུ་འཛུགས་སྐྱོང་དང་མི་གསོ་སྐྱོང་བྱེད་པའི་རྩ་བའི་ལས་འགན་དོན་འཁྱོལ་དང་ལྷོ་ཁྲིད་དོ་དམ་ལ་ཤུགས་སྣོན་བརྒྱབ་སྟེ་ལྷོ་སོ་ཡའི་སྤུས་ཚད་མཐོ་རུ་བཏང་ནས་ལྷོ་མ་རྣམས་འཚར་ལོངས་བྱུང་ནས་ཤེས་ལྡན་མི་སྣ་བསྒྱུར་བ་ལ་རྨང་གཞི་བརྟན་པོ་བཏིང་རྒྱུ་རེད། ཁོང་གིས་བསམ་རྒྱུ་ནི་ངའི་སྣེ་ཁྲིད་ཁང་ནས་སྤེལ། གཟིགས་མོའང་རྣམ་པ་དེ་ལས་མང་བའི་གསར་འགྱུར་ལ་གཟིགས་བསམ་ན་སྐུ་ཉིད་ད་དུང་མཉེས་གཤིས་འོག་གི་ཨང་ཞིག་བརྒྱུད་ནས་ང་ཚོ་ལ་དོ་སྣང་བྱ་ཆོག། དེ་རིགས་ཀྱི་གསར་འགྱུར་འདི་ནས་སྟོང་ཚ་སོང་ཚོར་མི་གཟིགས་པ་བཀའ་དྲིན་ཆེ། ང་ཚོ་ཐེངས་རྗེས་མའི་ཡི་ལན་ཚད་དུ་ལྷག་ཡོང་རྗེས་ད་ཚོད་མ་བལྟས་མོད།

འཛིན་མ་རྣམ་པ་ཆུ་ཚོད་བདེ་མོ། དེ་རིང་ནི་བེ་ཟླ་དྲུག་པའི་ཚེས་བཅོ་ལྔ་དང་ཕྱི་ཟླ་བརྒྱད་པའི་ཚེས་དགུ་གཟའ་སྤེན་པ་རེད། ཁྱེད་རྣམ་པས་འབའ་ཐང་བོད་སྐད་སངས་རྒྱས་གཟིགས་པ་ལ་དགའ་བསུ་ཞུ། ཤང་དུ་གཟའ་འཁོར་གཅིག་གི་ནང་བསྟན་གནས་འདི་ལ་གཟིགས་རོགས།
རྒྱ་གླང་གསུམ་གཅིག་རྗེས་སྤོ་བཀུར་ཞེས་བུ་གླང་མཐའ་ཚང་གི་བཅོས་སྒྲིག་ལས་གྲྭ་དངོས་སུ་འགོ་བཙུགས་པ། འབའ་ཐང་གི་རིས་མེད་ཁྲག་འབེབས་བྱེད་སྒོ་སྤེལ་བ། འབའ་ཐང་ཤ་མོ་འཁྲུངས་ར་ཡི་གྲི་བཞེངས་གང་སར་ཕྱོགས་པ།
ལྗགས་ལང་སྲུང་བྱེད་ཀྱི། པོ་ཀུར་ཤི་ཡའི་ཕུག་ལང་མཐའ་མཚོན་གྱི་བཅོས་སྒྲིག་ལས་གྲྭ་དངོས་སུ་འགོ་ཚུགས་པ། ཤང་དུ། ནང་བསྟན་ཞིབ་ཕྲ་ལ་གཟིགས་རོགས། ཟླ་བརྒྱད་པའི་ཚེས་བཞི་ཉིན་གྱི་ཞོགས་པ་ལ་ལྗགས་ལང་སྲུང་བྱེད་ཀྱི། པོ་ཀུར་ཤིའི་ཕུག་ལང་གི་འགྲམ་དུ། ཧ་ཅང་བྲེལ་འཚུབ་ཆེ་བའི། ལི་ལ་དམར་སེར་གྱི་ལས་བགོས་བྱས་ཡོད་པས། ལས་བཟོ་བས་ལག་ཆ་སྣ་ཚོགས་བཟུང་ནས་དངོས་སུ་ལས་འགོ་བཙུགས་ཡིན་ཡོད། ཤེས་རྟོགས་བྱུང་བ་ལ་གཞིགས་ན། ལང་ཏུང་འདི་ཡི་ས་གཤིས་ཡག་པོ་མེད་པའི་རྐྱེན་གྱིས་རྡོ་འདྲིལ་བའི་ཉེན་ཁ་ཆེ་བས་འགྲོ་འོང་བྱེད་མཁན་གྱི་རླངས་འཁོར་ལ་ཉེན་མེད་ཀྱི་ཁག་ཐེག་བྱེད་གང་ཐུབ་བཟོ་ཡོད། མི་ངན་པའི་རྐྱེན་ངན་ཐག་གཅོད་བྱེད་ཆེད། མི་དམངས་མང་ཚོགས་ཀྱི་བདེ་འཇགས་ལ་འགན་སྲུང་བྱས་ནས། འབའ་ཐང་གཞུང་ལམ་ཡན་ལག་བཅས་ཀྱི་དཀར་མཛེས་ཁུལ་གྱི་གཞུང་ལམ་འཛུགས་སྐྲུན་བྱ་རྒྱུ་གཏན་ནས་དང། རྒྱ་ལམ་སྲུང་བཅད་རྗེས་ཀྱི་མཚེའུ་རི་རྒྱུད་ཀྱི་ལང་ཏུང་ནས་དེ་ལྟར་བར་དུ་ཆེད་དོན་བཅོས་སྒྲིག་ལས་གྲྭ་དངོས་སུ་འགོ་བཙུགས་པ་རེད། ལས་དོན་མི་སྣས་ངོ་སྤྲོད་བྱས་པ་ལ་གཞིགས་ན། སྣོད་དྲངས་ཏེ་ཟླ་བརྒྱད་པའི་ཚེས་བཞི་ཉིན་ནས་ཟླ་དགུ་པའི་ཚེས་བཞི་ཉིན་གྱི་བར་ལག་བསྟར་བྱ་རྒྱུ་ཡིན་པ་དང། ཉིན་རེའི་སྔ་མོ་ཡི་དུས་ཚེས་དྲུག་པ་ནས་ཕྱི་དྲོ་ཡི་དུས་ཚེས་དྲུག་པའི་བར་འབྲིང་འབྲིང་ཚོད་འཛིན་དང་བྲག་ཡོལ་བརྒྱུད་ནས་ཨར་ལས་ཆེད་ལས་དཔུང་ཁག་དང། དེང་རབས་ཅན་དུ་འགྱུར་བའི་སྒྲིག་ཆས་བསྐྲུན་རྗེས་རླངས་འཁོར་གྱི་གནས་སྒོ་ནུས་པ་དངོས་ས་དེད་པོས་ཆེ་རུ་གཏོང་རྒྱུ་དང། རི་སྡེ་བཅས་བདེ་འཇགས་ལ་མངོན་མིན་རྐྱེན་ངན་རྩ་བ་ནས་སེལ་རྒྱུ་མ་ཟད། མང་ཚོགས་ལ་འབྲིང་འབྲིང་བདེ་འཇགས་ཀྱི་ཁོར་ཡུག་མཁོ་འདོན་བྱ་རྒྱུ་རེད། གོང་གི་གསར་འགྱུར་ནང། ངས་བརྙན་འཕྲིན་ཁང་ནས་སྤེལ། འབའ་ཐང་གིས་རིན་མེད་ཁྲམ་བུའི་བྱེད་སྒོ་སྤེལ་བ། ཤང་དུ་ནང་བསྟན་ཞིབ་ཕྲ་ལ་གཟིགས་རོགས། ཟླ་བརྒྱད་པའི་ཚེས་དྲུག་ཉིན། རྫོང་འཕྲོད་བསྟེན་ཅུས་དང་ཁིའི་ཁྲམ་བུའི་ས་ཚིགས་ལྟེ་གནས་རྫོང་གི་རྒྱ་གྲམ་དམར་པོ་ཡི་ཚོགས་པས་མཉམ་སྒྲུབ་བྱས་པའི་རིན་མེད་ཁྲམ་བུའི་བྱེད་སྒོ་སྤེལ་བ་རེད། རྒྱ་ཆེ་ཡི་ལས་བྱེད་པ་དང་མང་ཚོགས་ལ་ཞབས་ཕྱི་དངོས་ཀྱི་ཐོག་ནས་རིན་མེད་ཁྲམ་བུའི་དང་སྤྱི་ཚོགས་ལ་ལས་བྱེད་འབུལ་བའི་ཞི་བའི་འདུ་ཤེས་ལག་ལེན་བསྟར་དགོས་པའི་འབོད་སྐུལ་བཏང་སྟེ་ཚེ་སྲོག་རྒྱུན་མཐུད་བཅས་བྱས་ཏེ། ཀྲེ་ཁི་བཅས་སྟོབས་ཤུགས་འབུལ་དགོས། ཁྲང་བི་ས་ལ། ལས་བྱེད་མི་སྣ་ཡི་ཆེད་ལས་བཅས་ཁྲིད་སྟེང་འོག་ཁྲང་བི་དུ་ཞུགས་མཁན་ལས་བྱེད་པ་དང་མང་ཚོགས་ཀྱིས་ཁྲང་བི་ཁན་གྱི་བདེ་ཐང་འདྲི་རྩད་དང་གཟུགས་པོ་ལ་བརྟག་དཔྱད་བྱེད་པའི་རིན་མེད་ནད་རྟེན་ཅིང་འབྲེལ་དགོས་ཚང་མས་རིམ་པ་ལྟར་གཟབ་ནན་གྱི་སྒོ་ནས་བདེ་ཐང་གི་འདྲི་རྟོག་དང་ཁྲག་ཤེད་བརྟག་དཔྱད་དང་ཁྲག་དམར་གྲི་ཀར། ཞི་ཤའི་ཚད་ལེན་སོགས་འགག་རྩ་ཡི་གཟུགས་པོ་ཡི་རྟགས་བཤེར་བྱེད་པའི་ལྷུ་ཚིགས་ལ་ཁྲག་ཤའི་རྟགས་བཤེར་ནན་པོ་བྱས་ཏེ་ཁྲག་རྒྱུན་རེ་རེ་ཡི་བདེ་འཇགས་དང་ཚད་ཐིག་ཡོང་བ་ལ་འགན་ལེན་ཏན་ཏིག་བྱ་དགོས། ཤེས་རྟོགས་བྱུང་བ་ལ་གཞིགས་ན་ད་ཐེངས་ཀྱི་བྱེད་སྒོ་ལ་ཆེན་བདེ་ཐང་དྲིལ་བསྒྲགས་ལག་དེབ་བྱ་གཞག་སྤྲད་པ་དང། རྫོང་ཡོངས་ཀྱི་ཏང་ཡོན་ལས་བྱེད་པ་དང་རྒྱ་ཆེ་ཡི་མང་ཚོགས་ཀྱིས་ཧུར་བརྩོན་ཆེན་པོས་ནང་བཤུག་བྱས་པ་དང། རིགས་འཛིན་བྱས་ན་ཁྲག་འབུས་ཚད་ཧོར་ཧྲེང་སྟོང་ཕྲག་ཁ་ཤས་ཡོད་པ་དང། ཁུལ་ཡོངས་ཀྱི་སྨན་བཅོས་ལ་བརྟེན་ནས་ཁྲག་འབུས་བྱེད་པའི་ཞུ་ཚོགས་ཀྱི་དག་སེལ་ཁ་གསོ་བྱས་ཡོད། གོང་གི་གསར་འགྱུར་ནང་ངས་བརྙན་འཕྲིན་གོང་ནས་སྤེལ། འབའ་ཐང་ཤ་མོ་ཁྲོམ་ར་ཡི་གྲི་གཞོན་གང་སར་ཆུ་བར། གཤམ་དུ། ནང་བསྟན་ཞི་ཁྲ་ལ་གཟིགས་རོགས། མིག་སྔར་འབའ་ཐང་རྫོང་གི་ཤ་མོ་ཉོ་ཚོང་ཁྲོམ་ར་ནང་ལོ་གཅིག་གི་ནང་ཆེས་ཟིང་ཆ་དོད་པའི་དུས་སྐབས་དང། ཤ་མོ་ཡི་ཁྲོམ་ར་རྒྱུན་མཐུད་ངང་དར་རྒྱས་ཡོང་བ་དང་བསྟུན་ནས་ཉོ་ཚོང་གི་རྣམ་པ་ཡང་ཡིན་ཡོད། ཟླ་བརྒྱད་པའི་ཚེས་ལྔ་ཉིན་གྱི་དགོང་མོ་ལ་སངས་རྒྱས་པས་རི་ཤའི་ཤ་མོ་ཉོ་ཚོང་འཁྲུངས་ར་ལ་བཞུགས་སྐབས། ཡིད་དབང་སར་མི་རྣམས་ཀྱིས་སྐད་གསང་མཐོན་པོས་རི་ཤའི་ཤ་མོ་ཡི་རིགས་སྣ་ཚོགས་བཙོང་བཞིན་ཡོད་པས་མི་རྣམས་ཀྱིས་ཡིད་དབང་བཀུག་པ་རེད། ཚོང་བདག་ཚོས་སྤྲོ་སེམས་འཁོལ་བའི་ངང་ནས་མགྲོན་པོ་ལ་སྣེ་ལེན་བྱེད་པ་དང་འཚོ་བཅུད་ཀྱི་རིན་ཐང་ཞིབ་ཕྲ་ངོ་སྤྲོད་བྱེད་པ། ཉོ་སྒྲུབ་ཚོང་པ་དང་འཛད་ཞབས་པས་ནན་ཏན་གྱིས་འདེམས་པ་དང་རིན་གོང་སྙོམས་པའི་སྒོ་ནས་ཉིན་རེར་ཆང་སྙོལ་ཉོ་ཚོང་བྱས་ཚེ་རྒྱ་མ་སྟོང་ཕྲག་ཁ་ཤས་ཟིན་ཡོད། ངོ་སྤྲོད་བྱས་པར་ལྟར་ན། མིག་སྔར་ཚོང་ར་ཡི་ནང་དུ་ཤ་མོ་ཡི་རིགས་འགོས་ན་རྒྱ་དམག་གང་རེད་ལ་སྒོར་དྲུག་ཅུ་ནས་བརྒྱད་བཅུ་བར་དང། ཤ་མོ་རིགས་གཞན་དག་རྒྱ་དམག་གང་ལ་སྒོར་མོ་བཅུ་ནས་སུམ་ཅུ་བར་ཡིན། ཤ་མོ་ཡི་བྲོ་བ་གསར་པ་ཡིན་པར་ཁག་ཐེག་བྱ་ཆེད། འབའ་ཐང་སྦྲག་སྲིད་ཀྱི་ལས་བྱེད་མི་སྣས་ནན་ཏན་ངང་ཆེད་ལས་ཀྱི་བག་གསོ་སྒྲིག་ཆས་དང་གྲོང་སྦྲེལ་ཤེས་འགྲན་ལ་གཞོགས་འདེགས་བྱས་ཏེ། རྒྱལ་ཡོངས་ཀྱི་གྲོང་ཁྱེར་མང་ཆེ་བའི་མཛེས་ཤོས་པས་ཉིན་གསུམ་ནས་ལྔ་ཡི་ནང་ཚུན་དུ་འབའ་ཐང་གི་ནང་རི་སྣེ་ཐོན་པའི་ཤ་མོ་གསར་པ་ལ་རོལ་མྱོང་བྱེད་ཐུབ་ཀྱིན་ཡོད། འབའ་ཐང་གི་ལྷན་སྐྱེས་ཀྱི་ཤེལ་ཁང་ཐན་ཀོན་ལ་བརྟེན་ནས་རི་སྐྱེས་ཤ་མོ་ཡི་ཐན་ལས་དེ་ཞིང་འབྲོག་མང་ཚོགས་ཀྱི་ཡོང་འབབ་འཕར་སྣོན་ཡོང་བ་ལ་སྐུལ་འདེད་གཏོང་བའི་གལ་ཆེ་ཡི་རྣམ་འགྱུར་འཛིན་ནས་ཚོང་ར་ཡི་འགྲོ་རྒྱུག་མ་ལག་དང། སྤུས་ཚད་བདེ་འཇགས་ཀྱི་ལྟ་སྐུལ་དོ་དམ་ལ་ཤུགས་སྣོན་བརྒྱབ་ནས་འབའ་ཐང་མང་ཚོགས་ཀྱི་འཚོ་བར་ཕྱུག་འགྱུར་ཡོང་བ་ལ་ཕན་པ་བསྐྲུན་ཡོད། གོང་གི་སངས་རྒྱས་ནི་ངའི་བརྙན་འཕྲིན་ཁང་ནས་སྤེལ། འཛིན་མ་རྣམ་པ། དེ་ལས་མང་བའི་སངས་རྒྱས་ལ་གཟིགས་སོང་ན་སྐུ་ཉིད་ད་དུང་བརྙན་ཤེལ་འོག་གི་ཨང་ཤེལ་བརྒྱུད་ནས་ང་ཚོ་ལ་དོ་སྣང་བྱ་ཆོག་དེ་རིགས་ཀྱི་སངས་རྒྱས་འདི་ནས་གཏོང་ཚར་སོང་ཚང་མས་གཟིགས་པར་བཀའ་དྲིན་ཆེ། ང་ཚོ་ཐེངས་རྗེས་མའི་ལེ་ཚན་དུ་ལྷང་ཡོང་རྗེས་ད་ཚང་མ་བདེ་མོ།

མི་ཚང་མ་གིས་དྲི་བ་དྲི་ལན་བརྗོད་རྒྱུ་དང། མི་རིགས་ཀྱི་སྲིད་ཇུས་ནི་ཁྲིན་ལུགས་ཁྲིན་ཚུས། ནི་གནའ་ཧ་མ་གི་རིག་གནས་ཚང་མ་ལ་བར་ཧ་ཅིག་གོ་རྒྱུ་མི་རེད། རི་རྩེ་གི་དེ་འདྲའི་ས་འགུལ་ལ་ནི་མི་ཚང་མ་གིས་དེ་ག་གི་བ་ཡང་ནི་པོ་ལུ་འབྱུང་རྒྱུ་དང། ནི་མདའ་བརྗོད་རྒྱུ། བ་ལས་ཁ་ཅིག་ཚང་མ་ནང་རུ་ཚིག་མཛེས་པང་ལུང་ལ་བ་ཡང་དེ་འདྲའི་བཞི་གི་ལས་ཁ་བ་པོ་ཟི་མ་རེད།

སྣ་ཆེ་མའོ་རོ་ལུས་རྩལ་གྱི་དོན་དག་ཅིག་བཤད་འོང། ཨ་པ་ནོ་རོ་འབོག་གི་ཕུ་སོ་ཤོ་གི་པོ་ལུ་ཇོ་ཇོ་དུ་དུ་རི་ཅི་བྱུང་ཧོ་རི། ཆི་གི་ཐ་བྱུང་རི་སི་ན། ནི་ན་ཆི་ཁ་མ་ཀོ་གཉིས་པ་གི་པོ་ལུ་ཇོ་ཇོ་གི་དུས་འདྲེ་དུ་འདྲི་བ་རི། ཇོ་མི་ནི་མི་ཉི་ཧོ་ཙ་ཅི་ཅི་ཡོད་མི་རི། ནི་ཉི་མ་བརྒྱད་བྱུང་མི་རི། ཨ་ཟུ་ནི་ཆིན་ཅི་ཇོ་གི་རི་སི་གི་གྲུ་ཡོད་ཧོ་རི། ནི་མི་ཚང་མ་ལོ་སེན་ཧུ་ནི་སི་མ་ནྷོ། ཨ་དི་ནི་དུས་འདྲེ་ཡའི་དུས་ཚོད་ལོ་རོ་འབག་གི་ལུས་རྩལ་གི་ཆིན་ཅི་རི་སི་གི་ཕ་ཅི་དེང་སང་མི་རི།

ཤིས་པའི་འབར་བ་ལྷུང། རང་ཡིད་ཀྱི་སྐད་བརྗོད་ནས་འབག་གི་དན་ཏོག་བཤད། ཚང་མ་ཀང་ཀང་བཟང། འབག་གི་སངས་རྒྱས་ལྷ་ལྟ་བ་དགའ་བསུ་ཞུ། ཨ་ནི་ཨ་རིའི་གཟའ་འཁོད་འདིའི་ནང་ལ་ངོ་རུ་འབག་གི་ལས་ཁ་ཅི་ཆེར་ལས་བཞིར་ཟིན་ན་ཨ་ང་འདི་ཤོད་ཀྱི་ཅི་ལྟ་བསམ་འགྲོ། ཨ་ནི་ཨ་རིའི་ལས་ཁ་ཨང་དང་པོ་འདི་ཅི་བཤད་གིར་ཟིན་ན་ངོ་རུ་གྲོང་གསེབ་ནང་གི་ཏང་བཟང་ཅི་བཤད་ཀྱི་ནང་ཨ་ནི་རྡོ་རྗེ་འབག་གི་ཚེས་པ་དྲུག་ཉིན་འབག་ལོ་ངོ་རུ་ཤིས་པོ་འབག་ཐང་སུང་མདོ་ཤང་གི་ཨ་ནི་རྗེ་བསུང་ལྷོ་བཟོ་གི་ལྷོ་གཞུང་ཡིག་ས་དེ་ལ་ཨ་ནི།

འཛིན་མ་རྣམ་པ་ཆུ་ཚོད་བདུན་མོ། དེ་རིང་ནི་བེ་ཟླ་དྲུག་པའི་ཚེས་ཉེར་གསུམ་དང་ཕྱི་ཟླ་བརྒྱད་པའི་ཚེས་བཅུ་དྲུག་གཟའ་སྤེན་པ་རེད། ཁྱེད་རྣམ་པས་འབའ་ཐང་བོད་ཁའི་སངས་རྒྱས་གཟིགས་པ་ལ་དགའ་བསུ་ཞུ། ཤང་དུ་གཟའ་འཁོར་གཅིག་གི་ནོར་སྡེ་སྣེ་འདི་ལ་ཟེར་རོ། ཤང་ལིའུ་ཁི་ཝེ་ཧྲུའུ་ཅི་ཀྲུང་ཅིན་ཡོན་འབའ་ཐང་དུ་ཕེབས་ནས་ཆ་སྒྲིག་རོགས་སྐྱོར་ལས་དོན་ལ་གཏོར་བཤིག་གནང་བ།
འབའ་ཐང་གི་ཕུག་ལུང་བཅས་གློག་ཤུགས་བདེ་འཇགས་ལ་ཞིབ་བཤེར་བྱས་པ། འབའ་ཐང་གིས་སྙན་གཞུང་གསར་པའི་གསོ་སྦྱོང་བྱེད་སྒོ་སྤེལ་བ། ཤང་ལིའུ་ཁི་ཝེ་ཧྲུའུ་ཅི་ཀྲུང་ཅིན་ཡོན་འབའ་ཐང་དུ་ཕེབས་ནས། ཕྱག་བྲིས་རོལ་ཤོག་ལེ་བདེན་ལ་རྟོག་ཞིབ་གནང་བ། ཤང་ཏི། ནོར་བསྟན་ཞི་ཁྲ་ལྷ་བཟི་རུ། ཟླ་བརྒྱད་པའི་ཚེས་བཅུ་སོང་ཉིན་གྱི་སྔ་དྲོ་ལ། ཧྲང་ལིའུ་ཁུལ་གྱི་ཁ་གཏད་རོལ་ཤོག་ཚོགས་པས་འབའ་ཐང་རྫོང་དུ་ལེ་བདེན་ཚོགས་འདུ་འཚོགས་ཤིང། འབའ་ཐང་རྫོང་ཨུའི་ཧྲུའུ་ཅི་བློ་བཟང་ལྷ་སྒྲོན་ཚོགས་འདུར་ཞུགས་པ་དང་འབྲེལ་གསུང་བཤད་ཆོག་གནང་བ་རེད། འབའ་ཐང་གི་རྫོང་དཔོན་གཞོན་པ་ཧུའུ་ཡུང་གིས་གཙོ་བཤུགས་གནང་བ་རེད། བློ་བཟང་ལྷ་སྒྲོན་གྱིས་ལོ་གསུམ་གྱི་རིང་ལ། ཧྲང་ལིའུ་ཁི་ཁ་གཏད་རོགས་ཕྱོགས་ཀྱི་གྲུབ་འབྲས་གཡུར་དུ་ཟ་བ་དང་ཁ་གཏད་རོགས་ཕྱོགས་ནི་ས་ཁོངས་མཐུན་སྦྱོར་ངང་འཕེལ་རྒྱས་ཡོང་བ་ལ་སྐུལ་འདེད་གཏོང་བ་དང། ཐུན་མོང་ཐོག་ཕྱུག་པོར་འགྱུར་བ་བྱེད་པའི་བྱེད་ཐབས་གལ་ཆེན་ཞིག་ཡིན། མིག་སྔར་འབའ་ཐང་གིས་རྣམ་གྲངས་གལ་ཆེན་འཛུགས་སྐྲུན་གྱི་གོ་སྐབས་དམ་འཛིན་བྱས་ནས་སྤུས་ཚད་མཐོ་བའི་འཕེལ་རྒྱས་ལ་སྐུལ་འདེད་ཧུར་ཐག་གཏོང་བ་དང་ཕྱོགས་གཉིས་ཀའི་རྣམ་གྲངས་ཀྱི་ཚོང་འགུགས་ནུས་པ་སྔར་བས་གཏིང་ཟབ་ཏུ་གཏོང་དགོས། ཀྲང་ཅིན་ཡོན་གྱིས།

ཐུན་མོང་གི་འགན་འཁྲི་ཡིན་པ་ལ་ངོས་འཛིན་གང་ལེགས་བྱས་ནས་པ་དང་མང་ཚོགས་ཐུན་མོང་ཐོག་ཕྱུག་པོར་འགྱུར་བ་ལ་སྐུལ་འདེད་གཏོང་རྒྱུ་ནི་ཐུན་མོང་གི་འགན་འཁྲི་ཡིན། ལྷོ་གསོལ་དང་སྨན་བཅོས། ལས་ཞུགས་སོགས་དམངས་འཚོ་ལ་སྟངས་འཛིན་དང་ཐུན་མོང་ཐོག་ལྷོ་གསོལ་ཡའི་སྨན་བཅོས་ཐད་ཀྱི་མཐོ་ས་གསར་པ་གཏོད་རྒྱུ་ལ་སྐུལ་འདེད་བཏང་ནས། ཤེས་ལྡན་མི་སྣ་གསོ་སྦྱོང་ལ་སྔར་བས་ཤུགས་སྣོན་རྒྱག་དགོས། ཕྱོགས་གཉིས་ཀྱི་རོགས་ཕྱོགས་འཕེལ་རྒྱས་ཀྱི་སྟངས་འཛིན་ཡག་པོ་བྱེད་པ་དང་ཆུ་ཚད་མཐོ་བའི་ས་ཁོངས་མཐུན་སྦྱོར་ངང་འཕེལ་རྒྱས་བཏང་ནས་རྣམ་པ་གསར་པ་རྒྱུན་མི་ཆད་པར་གཏོད་དགོས། ཧྲང་ལི་ཁི་ཝེ་སྦྱིན་བ་དང་ཐོ་ཞོ་ཅེ་ཅི་པུ། ཀྲི་ཁྲིན་ཤིས་ཤིས་ཨན་ཡན་ལྷན་ཁང་གི་ཧྲུའུ་ཅི། ཏཱ་ཀི་ཏོ་ཏང་ཨན་ཡན་ལྷན་ཁང་གི་ཀྲུའུ་རེན། ཧྲང་ལི་ས་ཁུལ་སྲིད་གཞུང་གི་ཏང་ཙུའུ་ཡི་ཁོངས་མི། འབའ་ཐང་རྫོང་བའི་སྦྱིན་བ་དང་ཐོ་ཞོ་ཅེ་ཅི་པུ་སོགས་འབྲེལ་ཡོད་བྱེད་སྒོ་ལ་ཞུགས་པ་རེད། ཁོང་གིས་གསར་འགྱུར་ནི་ངས་བརྙན་འཕྲིན་ཁང་ནས་སྤེལ། འབའ་ཐང་གི། ཕུ་ལང་བཅས་བློ་གཞི་བདེ་འཇགས་ལ་ཞིབ་བཤེར་བྱེད་པ། ཤང་དུ། ནོར་ལྡན་ཞི་ཁྲ་ལ་གཟིགས་རོགས། རྒྱལ་ཁབ་དང་ཞིང་ཆེན་གྱི་གཞུང་ལམ་དང་ཕུག་ལམ་གྱི་གློག་ཤུགས་བདེ་འཇགས་ལ་འགན་སྲུང་ཏན་ཏིག་དང་ཕུག་ལམ་གྱི་གློག་ཆད་པ་སོགས་འབྲེལ་འདྲིས་ཏན་ཅིང་ཡོང་བ་ལ་སྔོན་འགོག་ནུས་ལྡན་བྱ་ཆེད་ཟླ་བརྒྱད་པའི་ཚེས་བརྒྱད་ཉིན་ནས་ཚེས་བཅུ་ཉིན་ཉིན་གཅིག་པར་འབའ་ཐང་གཞུང་ལམ་ཡན་ལག་གཅིག་དང་རྫོང་རླུང་འདེད་ལས་ཁུངས་སོགས་མཉམ་འབྲེལ་བྱས་ནས་ཁོངས་གཏོགས་ཁུལ་གྱི་གློག་ལམ་བདེ་འཇགས་ལ་ཆེད་དོན་ཞིབ་བཤེར་བྱས་པ་རེད། ད་ཐེངས་ཀྱི་ཞིབ་བཤེར་ཆེད་ཡོངས་ལ་མཆོད་པའི་ཕུག་ལམ་གྱི་མེ་སྲེག་སྒྲིག་ཆས་ཀྱི་གློག་ཤུགས་གནས་ཚུལ་དང། ཕྱི་རོལ་གྱི་གློག་ཁུངས་ཀྱི་རླངས་འཁོར་ཤུགས་སྣོན་པ་གློག་ཤུགས་སྒྲིག་ཆས་རིགས་སྣ་ཚོགས་ཀྱི་ལས་ཀ་ཡི་གནས་ཚུལ་ཚན་བརྒྱ་སྒྲིག་ཆས་གློག་ཤུགས་སྒྲིག་སྐབས་དང་མཉམ་བསྲེས་རང་བཞིན་བཅས་ལ་ཞིབ་བཤེར་བྱས་པ་རེད་ཞིབ་བཤེར་བྱས་པའི་བརྗེ་རེས་ནང། སྒྲིག་ཆས་བཅས་ཀྱི་དབང་ཁུངས་དབྱེ་བ་གསལ་པོ་བྱས་ནས། རྗེས་མཐུད་ཀྱི་བཤེར་འབྲས་འགན་འཁྲི་དོན་འཁྱོལ་བྱས་ཡོད། ཐེངས་འདིའི་ཆེད་དོན་ཞིབ་བཤེར་ཁྲོད་འགན་འཁྲི་ལས་སྒོའི་ཁ་གསབ་དང་ཚན་རིག་དང་མཐུན་པའི་ཆ་འགའི་ཞིབ་བཤེར་དེ་རིང་ཚད་ལེན་སྒྲིག་ཆས་ཀྱི་ཤེས་ནུས་སོགས་ཀྱི་བྱེད་ཐབས་ལ་བརྟེན་ནས་དྲག་ཤེས་ལས་དོན་གྱི་གནད་སྨིན་ནུས་ལྡན་འགན་ལེན་བྱེད་དགོས། ཤེས་བྱའི་ཁྲོད་མི་མངོན་པའི་རྐྱེན་ངན་ཁག་སྔ་ཕྱི་ལྷག་ཙམ་ཤེས་རྟོགས་བྱུང་བ་དང་གོང་དུ་རྗེས་མ་ལ་འབའ་ཐང་གཞུང་ལམ་ཡན་ལག་བཅས་ཀྱི་དུས་ཐོག་ཏུ་མི་མངོན་པའི་རྐྱེན་ངན་དག་ཐེར་ལས་དོན་སྒྲིག་འཛུགས་བྱས་ནས་རྫོང་གླིང་ཤོག་ཀུང་སི་དང་ཡུན་རིང་བརྟན་ལྷིང་ཡོང་བའི་འབྲེལ་གཏུག་འཐེན་སྦྱོར་ལངས་ཕྱོགས་བཙུགས་ནས་འབྲེལ་ཡོད་གྲོས་མཐུན་བཞག་པ་དང་དེ་རྗེས་ལྟ་ཕུགས་ལམ་གྱི་བློ་ཁྱེར་དང་བདེ་འཇགས་ལ་ཞིབ་བཤེར་བྱེད་པའི་ནུས་པ་ཁྱོན་ཡོངས་ནས་ཆེ་རུ་གཏོང་དགོས། གོང་གི་གསར་འགྱུར་ནི་ངའི་རྙིང་ཞེན་ཁོ་ནའི་དཔེ། འབའ་ཐང་གིས་བརྙན་གཞོགས་གསར་པའི་གསོ་སྦྱོང་བྱེད་སྒོ་སྤེལ་བ། ཤང་ཏི། ནོར་ལྡན་ཞིབ་ཕྲ་ལ་གཟིགས་རོགས། ཟླ་བརྒྱད་པའི་ཚེས་བཅུ་གཉིས་ཉིན། འབའ་ཐང་གིས་བརྙན་གཞོགས་གསར་པའི་གསོ་སྦྱོང་བྱེད་སྒོ་དེ་ཕྱི་ཚུལ་སྟོབས་ཤུགས་འཕེལ་རྒྱས་ལྟེ་གནས་སུ་སྤེལ་བ་དང། བྱེད་སྒོའི་ནང་དུ། ཆེད་དུ་གདན་འདྲེན་བྱས་པའི་ཧའེ་ཏིའི་མེ་ཏོག་ལྡུམ་ར་ཡིས་ས་དེ་བས་གཙོ་བོ་ཐད་གཏོང་ལ་དམིགས་ནས་ཁྱད་ལྡན་སློབ་ཁྲིད་བྱས་པ་རེད། བརྙན་གཞོགས་གསར་པའི་ལག་རྩལ་ལ་བརྟེན་ནས་ཐད་གཏོང་གི་ཤེས་ལྡན་མི་སྣ་གསོ་སྐྱོང་དང་ཁྱད་ལྡན་ཐོན་རྫས་ཕྱིར་ཚོང་ཐོ་ལོངས་རྒྱ་ཆེ་རུ་གཏོང་བ། གྲོང་གསེབ་ཀྱི་མཛེས་ཤོས་ལ་ཞབས་ཞུ་བཅས་བྱས་ཡོད། ད་ཐེངས་ཀྱི་གསོ་སྦྱོང་ལས། འབའ་ཐང་རྫོང་གིས་ཐོན་ལས་ཆེ་ཤོས་དང་ལུག་འཚོང་འཕེལ་རྒྱས་ཀྱི་དགོས་མཁོ་དངོས་དང་ཟུང་འབྲེལ་བྱས་ཏེ་ནང་བསྟན་གསར་རྩོམ་སོགས་བརྗོད་གཞི་གཙོ་བོ་གཉིས་ལ་དམིགས་ནས་སྤེལ་བ་རེད་ལྷོ་ཚན་གྱི་ནང་དུ་སྒེའུ་ཁུང་གི་འཕོ་འགྱུར་སྙན་གཞུང་མ་ཟད། ཤ་ཉོ་གཞན་རྒྱུད་ཀྱི་མཐོ་ཚད་ལ་བརྟེན་ནས་རྫོང་རིམ་པའི་འབྲེལ་ཡོད་སྡེ་ཁག་གི་ལས་བྱེད་མི་སྣ་དང་ལུག་འཚོང་ལས་གཉེར་པ་ལས་སྣེ་ཁེ་ལས་དང་ས་གཏེར་ནག་གཞན་སོགས་ལྷག་མ་ཉི་ཤུ་ལྷག་ལ་དམིགས་ནས་འཛུགས་གཏོད་འདོན་སྤྲོད་བྱས་ཡོད། གཞུང་རྟ་ལ་ཞུགས་པའི་ལྷ་མོས་གསོ་སྦྱོང་གི་ནང་དོན་དེ་དགོས་མཁོ་སྔོན་ལ་དམིགས་ཤིང་གཞུང་ལུགས་ཀྱི་མངོན་ཤུགས་བྱེད་ཐབས་ཀྱང་ཡོད་ལ། འཛུགས་གཏན་རང་བཞིན་དང་སྐུལ་ཞིབ་རང་བཞིན་ཅུང་ཆེན་པོ་ལྡན་ཡོད། ཧྲང་ལིའུ་དང་འབའ་ཐང་གིས་ས་ཁོངས་མཉམ་ལས་གཏིང་ཟབ་ཏུ་གཏོང་བའི་བྱེད་ཐབས་ཤིག་ཕྲ་ཞིང་ཡིན་པའི་ཆ་ནས་ད་ཐེངས་ཀྱི་གསོ་སྦྱོང་ཐོག་ཕྱོགས་གཉིས་ཀྱིས་དྲ་ཐོག་ཚོང་ལས་ཐོན་ཁུངས་ཀྱི་ལེགས་ཆ་ལ་བརྟེན་ནས་འབའ་ཐང་གི་ཁྱད་ལྡན་ཞིང་ལས་ཐོན་རྫས་དང་རིག་གནས་ཡུལ་སྐོར་ཐོན་ཁུངས་ཀྱི་རྨང་གཞི་དང་ཟུང་འབྲེལ་བྱས་ཏེ། ཁྱད་ཆོས་ལྡན་པའི་ཞིང་ལས་ཐོན་རྫས་དང་རིག་གནས་ཡུལ་སྐོར་ཐོན་ཁུངས་ཀྱི་རྨང་གཞི་སོགས་ཤུགས་ཆེན་བྱས་ཏེ། ཆེད་ལས་ཅན་གྱི་ཐད་གཏོང་ཤེས་ལྡན་མི་སྣ་ཡི་དཔུང་ཁག་བཅས་ལ་རོགས་ཞུགས་བྱས་ནས། འབའ་ཐང་གི་སྤུས་ལེགས་ཐོན་ཁུངས་དེ་བས་རྒྱ་ཆེ་བའི་ཚོང་ར་ལ་བཤོལ་བཅུག་པ་རེད། གོང་གི་སང་ཇིན་ནི་ངའི་བརྙན་འཕྲིན་ཁང་ནས་སྤེལ། གཟིགས་མ་རྣམ་པ། དེ་ལས་མང་བའི་སང་ཇིན་ལ་གཟིགས་སང་ན་ཀུ་ཉི་ད་དུང་ཉིན་ཤས་འོག་གི་ཨང་ཤེར་བརྒྱུད་ནས་ང་ཚོ་ལ་དོ་སྣང་བྱ་ཆོག་དེ་རིགས་ཀྱི་སང་ཇིན་འདི་ནས་གཏོང་ཚར་སོང་ཚང་མས་གཟིགས་པར་བཀའ་དྲིན་ཆེ། ང་ཚོ་ཐེངས་རྗེས་མའི་ལེ་ཚན་དུ་ལྷག་ཡོད་རྗེས།

ཆང་ས་ཤི་བུ་ཅིག་བཟོ་ན་རེད་ཨ་དེ་ན་དགའ་དགའ་ཤི་ཤི་ཡེད་ས་ད་ཨོ་ཡ་ནི་རོག་དྲི་པ་མོ་ཕ་མི་ཚུ་ནི་ཡེད་ཤི་ས་ད་ཨོ་ལ་ཨ་དེ་ནོ་ལོ་ཨོ་ཡ་མུ་མུ་ད་ཅི་ཡེད་ཤི་ཚུ་ཚང་མ་ལོ་རོག་ཡེད་ཐུག་ཏུ་ནུ་མི་ཡེད་ཡེད་ཁ་ལི་ས་ཅིག་རེད་ཨ་དེ་ནོ་ལོ་ཧོ་ནོ་ཨོ་ལ་སེང་སང་ཅིག་དེ་དེ་མོའི་རོག་དྲི་ད་ཤུ་ཅིག་བཞེས་ཆང་ཅིག་ད་བཞེས་ཐན་ཅོ་ནི་ཆུ་དོག་དྲི་ཅོ་ནི་ལུ་ཆུང་གོ་གི་དགའ་ཅི་དྲི་ལ་རྩེ་ཚུག་རེད་ནི་དུས་རྒྱུན་དུ་ཁ་ཁ་གི་ནོ་ལ་ལ་ཕ་ཆོས་མོ་ནི་མ་ཚད་ལི་ཨ་ལི་སོང་ནི་གི་ཤེས་པ་ལ་ཕ་དྲི་བཞོང་པི་ཅིག་ལེན་ན།